འོ་དེ་ནི་བཀྲ་ཤིས་བདེ་ལགས་ཞུ་བ་ཡིན། ཨ་ད་དེ་རིང་ཉི་མ་བཟང་པོ་འདི་ལ་ང་བཟོ། ད་ཀུན་བཟང་བླ་མའི་ཞལ་ལུང། ད་འཁྲིལ་འདྲ་བོ་ཆོས་འཁྲིལ་དེ་འདྲ་གཅིག་ནི་དབུ་འཛུགས་ཞུས་བ་ཡིན། ཨ་ད་འདིའི་ཆོས་འཁྲིལ་འདི་ལ། བླ་མ་གི་གསུང་གི་སྐབས་འདུག་དེ་ལ་ད་སློབ་མ་དུ་གཟུགས། ད་ཅིག་སློབ་སྦྱོང་དེ་འདྲ་ཆོས་གི་ད་ནང་ཆོས་གི་སློབ་སྦྱོང་དེ་འདྲ་རིམ་པ་མི་འདྲ་བ་གནང་གནང་ཟིན་ཚར་བ་ཅིག་ཡོད་བ་རེད་བ། ད་དེ་འདྲ་ཡོད་བ་ཡིན་ན་ཡང་ཅིག་ཆོས་ཁྲིད་སྐབས་འདུག་དེ་ལ། དེ་སྲིད་ཅིག་རྒྱ་ཆེན་པོ་དང་གཏིང་ཟབ་པོ་དེ་འདྲ་གང་ལས་ཁྲིད་ཡ་ཅིག་དང། ད་སློབ་མ་རྣམས་ལ་ཅིག་ཆོད་སྔོན་མ་གི་དག་སྣང་ཆོས་སྐོར། དོན་དག་གི་སྔོན་འགྲོའི་སྐོར་ལ་སློབ་སྦྱོང་མང་པོ་གནང་མྱོང་མཁན་དང། ནི། སློབ་སྦྱོང་གནང་མ་མྱོང་མཁན་གཉིས་ཆ་མཉམ་དུ་ཡོད་པ་ཡིན་ན། ཡང་ཅིག་ཁྲིད་སྟངས་དེ་ཅིག་འབྲིང་འདྲ་བོ་ཅིག། འོ་དེ་འདྲ་ཅིག་ཁྲིད་ཨ་ཅིག། ད་སློབ་མ་དེ་ཚོ་ཡང་ད་སྔོན་འགྲོ་གི་ཁྲིད་ཡིག་འདི་ཚོ་སྐོར་དང་དེ་འདྲ་ལ་ཅིག་གསར་བ་གསར་རྐྱང་འདྲ་བོ་ཅིག་ཡིན་ན།

ཨ་ཀོ་ལྷ་བོ་འདྲ་བོ་དེ་འདྲ་འབྲི་ཤེས་རྒྱུ་ཞུ་ན་བསམ་གི་ཡོད། དེ་མ་གཏོགས་ང་རང་གི་ཅིག་འབྲི་ཤེས་འདྲ་བོ་དང་ཟབ་མོ་འདྲ་བོ་ཞེ་བོ་ཅིག་རྒྱལ་ཁ་ཅིག་ཕྱི་ཚུལ་འདྲ་མ་མང་པོ་དང་ནི་ཁྱེད་རྣམ་པ་གི་ཏིག་ཅིག་ཐུགས་ལ་ཅིག་བཀའ་ཁེ་ཅིག་གར་ཟེར་དགོས་ཅིག་ཤར་ཡ་འདྲ་བོ་མེད་ཧ་ཀོ་ཡ་འདྲ་བོ་མེད་ཨ་ཡིན་ན་ཅིག་གར་ཟེར་དགོས་ར་ད་ཕྱི་ཚུལ་ཅིག་འཕྲོ་བརླག་འདྲ་བོ་འབྲི་བ་ཉན་ཁ་ཡོད་རེད། དེའི་རྗེས་ཙང་ད་ང་སུ་གི་ཅིག། ང་རང་གི་འདིའི་འདྲེ་ཤི་དེ་རྒྱལ་ཡུལ་ཁ་བསྡུ་དེ་ལ་ཅིག་ཀ་རི་ཟེར་གོ་རེད། སྐད་ཆ་དཀྱུས་མ་འདྲ་བོ། ཚིག་ཡིན་ན་ཚིག་དེ་འདྲ་དཀྱུས་མ་འདྲ་བོ་བེད་སྤྱོད་དང་ནི། ཤི་ན་ཕལ་ཆེར་ཨ་ནི། ཕན་ཐོག་ཆེན་པོ་ཡོད་རྒྱུ་རེད་བསམ་དགོས་འདུག། འོ་དེའི་རྗེས་ཙང། དེ་ཨ་ནི་དང་པོ་ནི། དུས་ལ་འཇོག་རོགས་གནང་ཞུ་གི་ཡོད། ད་དེ་ནི། ད་དང་པོ་དེ་ལ་ང་བཟོ་གི་བླ་མའི་ཕྱིས་སོང་བའི་ཁ་བསྡུག་དེ་ལ། ད་དཀོན་ཅོག་གསུམ་ལ་མཆོད་པར་འཇོག་པ་ཟེར་ན་རེད་ད། དཀོན་ཅོག་གསུམ་ལ་ཕྱག་འཚལ་རེ་བ་ཡ་གསོལ་བ་བཏབ་ང་ད་དེ་ཀ་ཆེན་པོ་རེད། དེ་བྱས་ཙང་ང་བཟོ་འདི་ནས་དང་པོ་ད་གསོལ་བ་ཅིག་བཏབ། ད་དང་པོ། བསྟན་པའི་བདག་པོ་སངས་རྒྱས་བཅོམ་ལྡན་འདས་ལ་ང་བཟོ་གསོལ་བ་ཅིག་བཏབ་རེ་བ། ཐབས་ཀྱི་ཐུགས་རྗེས་ཕྱག་གི་རུས་སུ་འཁྲུངས། གཞན་གྱིས་མི་ཐུབ་བདུད་ཀྱི་བང་འཇོམས་པ། གསེར་གྱི་ལྷུན་པོ་ལྟ་བུར་བརྒྱུད་པའི་སྐུ། ཤཱཀ་གི་རྒྱལ་པོ་དེ་ལ་ཕྱག་འཚལ་ལོ། ད་དེ་ནས་ང་ཚོས་ད་རྙིང་མ་གི་ཆོས་བརྒྱུད་འདི་འགོ་ད་གཏུགས་ས་དབུ་གཏུགས་ས་དེ་གུ་རུ་རིན་པོ་ཆེའི་ཕྱག་བདག་ཡོད་པ་རེད་གུ་རུ་པདྨ་སམྦྷ་བ་ཨཱ་ནི་ཤུ་ན་རེ། ཨཱ་ནི་སློབ་དཔོན་རིན་པོ་ཆེ་ཤུ་ན་རེ། ཨཱ་སློབ་དཔོན་པད་མ་འབྱུང་གནས་ཤུ་ན་རེ་རེ་བ་ཡ། ཨཱ་ནི་ཁོང་ལ་ང་ཚོ། ཨཱ་ནི་ཅིག་གསོལ་བ་བཏབ། སྐད་ཆེན་པོ་རེ་གསོལ་བ་འདེབས་དགོས་པ་འདི་སྐད་ཆེན་པོ་རེད། ཨཱ་དེ་ནས་ད་དང་པོ། ཨཱ་ཧོང་ཨོ་རྒྱན་ནི་ཡིད་ཀྱི་ནུབ་བྱང་མཚམས་པད་མ་གེ་སར་སྡོང་པོ་ལ་དབྱར་མཚན་མཆོག་གི་དངོས་གྲུབ་ཉིད་པད་མ་འབྱུང་གནས་ཞེས་གསོལ་བཀྲ། འཁོར་བསྟོད་མཁའ་འགྲོ་མང་པོའི་སྐུ། ཁྱོད་ཀྱིས་རྗེས་སུ་བདག་སྒྲུབ་ཀྱིས། བྱིན་གྱིས་བརླབས་ཕྱིར་བྱ་གསོལ་གསོལ། གུ་རུ་པདྨ་སིདྡྷི་ཧོང། ད་ལྟའི་གུ་རུ་རིན་པོ་ཆེ་དང་ལྔ་སྟེ་འཁོར་དང་དཔའ་བོ་མཁའ་འགྲོ་དཔག་ཏུ་མེད་པ་ཚུར་སྤྱན་དྲངས་ནས། ད་དེ་ནས་ཡང་ནི་གསོལ་བ་བཏབ་ཡ་སྟེ། དུས་གསུམ་སངས་རྒྱས་གུ་རུ་རིན་པོ་ཆེ་དངོས་གྲུབ་ཀུན་བདག་བདེ་བ་ཆེན་པོའི་ཞབས་པར་ཆེད་ཀུན་གསལ་བདུད་འདུལ་དྲག་པོ་རྩལ་གསོལ་བ་འདེབས་སོ་བྱིན་གྱིས་བརླབས་དུ་གསོལ་ཕྱི་ནང་གསང་བའི་བར་ཆད་བྱེ་བ་དང་བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། ད་དུ་ནི་ལོངས་སྤྱོད་སྙིང་ཐིག་གི་བླ་རྒྱུད་ནང་ནས་རྩ་ཆེན་པོ་ཨ། ད་དེའི་ཀུན་མཁྱེན་ཀློང་ཆེན་རབ་འབྱམས་པ་ནི་ཁོང་ལ་གསོལ་བ་འཇུག་སྟབས། གངས་རིའི་ཐོད་དཀར་རིན་ཆེན་སྙིང་པོའི་མགུལ། ཡོན་ཏན་ལྷུན་རྫོགས་དགའ་བའི་སྐྱེད་ཚུལ་དུ། སྙིང་པོའི་དོན་རྟོགས་སྦས་པའི་རྣལ་འབྱོར་པ། ཀློང་ཆེན་རབ་འབྱམས་ཞབས་ལ་གསོལ་བ་འདེབས། ད་དེ་ནས་རིག་འཛིན་འཇིགས་མེད་གླིང་པའོ། ད་འདི་ཧ་ལས་པའི་བཀའ་ཆེན་པོ་རེད། ཤེས་བྱ་ཀུན་གྱི་འགྲོ་ལ་རྗེས་བརྩེའི་གཏེར། དྲི་མེད་འོད་ཟེར་དབྱངས་སྤྲུལ་ཐུགས་གཏེར་མཛོད། འོད་གསལ་ཀློང་ཆེན་ནམ་མཁའི་རྣལ་འབྱོར་པ། འཇིགས་མེད་བླངས་པའི་ཞབས་ལ་ཕྱག་འཚལ་ལོ། ད་དུང་ནི་ཀུན་བཟང་བླ་མའི་ཞལ་ལུང་ཟེར་བ་རུ་བ་ཡང་ང་ཟུག་ད་ལྟ་རིག་གི་རྒྱུ་ཆུ་འཁྲུལ། ཨོ་ད་འདི་ཡང་ནི་ཕྱག་དཔེ་འདི་རྩོམ་པ་པོ་འདི་མཛད་པ་པོ། ད་བ་སྤྲུལ་རིན་པོ་ཆེའི་ཁུངས་རེད། ང་ནི་གང་ལ་གསོལ་བ་འདེབས། ཕྱི་ལྟར་རྒྱལ་བའི་སྲས་པོ་ཞི་བ་ལྷ། ནང་ལྟར་སྤྲུལ་པའི་དབང་ཞིག་བྱ་བ་རི། གསང་བ་འཕགས་མཆོག་བསྡུ་དངོས་རང་གྲོལ་ཞིབ། འཇིགས་མེད་ཆོས་ཀྱི་དབང་པོར་གསོལ་བ་འདེབས། ད་དེ་ནས་ང་ཚོ་གཅིག་ཀློང་ཆེན་སྙིང་ཏིག་རོལ་བ་ཡང་དག་རྫོགས་པ་ཆེན་པོའི་བླ་མ་བརྒྱུད་པ་རྣམས་ལ་གསོལ་བ་འདེབས་པ་དེ་གལ་ཆེན་པོ་རེད། ཀུན་བཟང་རྡོར་སེམས་དགའ་རབ་ཤེས་རེར་སངས་པདྨ་ཀ་ར་རྗེ་འབངས་གཉིས་ཤེས་ལྔ་སོ་སོར་རྣམ་གཉགས་གཏེར་སྟོན་བརྒྱ་རྩ་སོགས་བཀའ་གཏེར་བླ་མ་རྣམས་ལ་གསོལ་བ་འདེབས། ཨོ་མན་ཆོས་རྗེའི་དབྱངས་ཀྱི་ཕོ་བྲང་ནས་ཏེ་གསུམ་སངས་རྒྱས་ཀུན་གྱི་ངོ་བོ་ཉིད། རང་སེམས་ཆོས་སྐུས་མངོན་སུམ་བསྟོད་མཛོད་པའི་རྩ་རྒྱུད་བླ་མ་རྣམས་ལ་ཕྱག་འཚལ་ལོ། དེ་ནས་ད་སྔ་བཟུང་ས་བཅད་འདེད་དང་རེ་བ་ཡང་དག་འཇིག་རྟེན་གྱི་ཁམས་ལ་ཡོད་པའི་ལྷ་དང་ཀླུ་དང་གནོད་སྦྱིན་ལ་སོགས་པ་དག་ལྷ་སྲུང་བདེ་སྐྱིད་ཨ་ཁུ་བཟོ་ཡང་དམ་པའི་ཆོས་ཉམས་པར་བསྐུལ་བ་འདི་ཧ་ལས་པའི་གལ་ཆེན་པོ་རེད་ད་ང་ཚོ་འགྲོ་བ་མི་གཅིག་ཡིན་ན་ཐད་ཀར་དུ་སོ་སོའི་ས་གནས་དེ་ལ་འགྲོ་ཡ་འདྲ་བོ་རེ་བ་ཡ་ད་ཁ་སང་དེ་རང་འདྲ་བོ་ཡིན་ན་ཅིག་དྲ་ལམ་ཟེར་བ་རེ་བ་ཡ་ཨོན་ལན་ཟེར་བ་དེ་ལ་ནི་ཉན་ཐུབ་ཀི་ཡོད་བ་རེད་ད་ཡིན་ནའང་ཅིག་ལྷ་དང་ཀླུ་དང་གནོད་སྦྱིན་རེ་བ་ཡ་ད་ལྷ་སྲུན་སྡེ་བརྒྱད་ཟེར་བ་ཁུ་སུ་པས་ཨ་ཡུལ་ལུས་ཟེར་ན་རེད་ད་འོལ་ལུས་ཟེར་ན་རེད་གང་ལྟར་ཀྱང་གཟུགས་མེད་པ་ཡིན་ཙང། སྐད་ཅིག་སྐད་ཅིག་ལ་ཅིག། འཛམ་གླིང་ད་མང་པོ་ཅིག་ལ་འགྲོ་ཐུབ་པ་དང་དེ་འདྲ་ཡོད་བ་རེད། དེ་ཅི་དང་ས་ད་དེའི་ནང་ནས་ཀྱང་ཅིག་དཀར་ཕྱོགས་པ་ནག་ཕྱོགས་པ་ཟེར་བ་དེ་ནང་གི་དཀར་པོའི་ཕྱོགས་ལ་དགའ་བ་དམ་པའི་ཆོས་ལ་དགའ་བ་དེ་ཚོ། ད་བླ་མ་ཅིག་གི་ས་ཆ་ཅིག་ལ་ཕྱིས་གསུང་གི་ཡོད་བླ་མ་དེའི་དགེ་སློང་དེ་ཡང་ཡག་པོ་ཡིན་སེམས་ཅན་ལ་ཕན་སེམས་ཀྱི་དགེ་སློང་ཡིན་ན། ནི་ལྷ་དང་ཀླུ་དང་གནོད་སྦྱིན་ལྷ་མ་ཡིན་རུ་བ་ཡི་གྲུལ་བུམ་དྲི་ཟ་ལ་སོགས་པ་ཁུ་ཟུ། ནི་ངོ་ཤེས་ཁྲམ་བུ་གཅིག་ཡོད་བར་ཁུ་ཟུ་ལ་ངོ་ཤེས་ཁྲམ་བུ་དེ་ལ་བསྟོད་ནས་ནི་ཁུ་ཟུ་ཡོངས་ནས་ཆུད་དེ་མྱང་གི་ཡོད་བ་རེད། འོ་དེ་ཇི་ཙང། འབྱུང་པོ་གང་དག་ཕྱོགས་འདིར་ལྷགས་གྱུར་ཏམ་བསམ་འོན་ཏེ་བར་སྣང་འཁོར་ཀྱང་རུང་སྐྱེ་རྒུ་རྣམས་ལ་རྟག་ཏུ་བྱམས་བྱེད་ཅིང་ཉེས་འདང་ཚད་མོ་ཆོས་ལ་སྤྱོད་པར་ཞུ། སྡིག་པ་ཅི་ཡང་མི་བྱ་ཅིང་དགེ་བ་ཕུན་སུམ་ཚོགས་པར་བྱེད།

དབྱིན་ཇིའི་སྐད་སྒྱུར་ཧིན་རྡུའི་སྐད་སྒྱུར་རྒྱ་མིའི་དང་འཇའ་པན་ཀོ་རི་ཡ་བྷི་ནི་མི་སི་རི་བ་ཡ་ད་སི་པ་ནི་ཤི་དེ་འདྲ་སྐད་སྒྱུར་མང་པོ་ཡོད་བ་རེད། ད་གཟོད་ཅིག་ལྷ་དང་ཀླུ་དང་གནོད་སྦྱིན་ལ་སོགས་པ་ཡང་གང་ལྟར་ཀྱང་ཁོ་ཟུག་གི་སྐད་ཀྱི་ཕ་ནི་ཆོས་དེ་སྟོན་དགོས་བ་ཡིན་ཙང་ད་སོ་སོ་ལ་དེའི་ནུས་པ་མེད་ན་ནི་བླ་མ་དཀོན་མཆོག་གསུམ་ལ་གསོལ་བ་བཏབ་ནས་ད་ང་རང་གི་འདུལ་བ་པོ་ཀུལ་ཨ་འདི་འདྲ་ཅིག་གང་ལ་ཆོས་བྱ་བ་དེ་ཡང་ད་ཅིག་ལྷ་སྲིན་སྡེ་བརྒྱད་འགྲོ་བ་རིགས་དྲུག་ཁོ་རང་ཁོ་རང་ཟུག་གི་སྐད་ཀྱི་ནི་ཅིག་ཆོས་དེ་ཐོས་པ་ཤོག་ཟེར་སྨོན་ལམ་རྒྱག་དགོས་བ་རེད། ལྷ་ཡི་སྐད་དང་གླུ་དང་གནོད་སྦྱིན་གྱི་གྲི་བུམ་དག་དང་མི་ཡི་སྐད་རྣམས་དང་འགྲོ་བ་ཀུན་གྱི་སྒྲ་རྣམས་ཀྱིས་བཙུན་པ་ཐམས་ཅད་སྐད་དུ་བདག་གིས་བྱེད་དུ་འདོད། དེ་ནས་ད་ཆུའི་ཞལ་ཁང་གི་བླ་མ་དེ་ཀུན་སློང་དེ་ཡག་པོ་དགོས་ཀྱི་ཡོད་བ་རེད་ཨ་ནི་ཅིག་འགྲན་གསུམ་དང་ཕྲག་དོག་དང་རྒྱུད་བེད་འབྱོར་དང་མཚན་སྙན་གྲགས་དེ་འདྲ་གི་ཆོས་མ་ཡིན་པར་བ་སེམས་ཅན་ལ་ཕན་གཅིག་ཐོག་ན་ཨ་ནི་སངས་རྒྱས་ཀྱི་བསྟན་པ་རྒྱས་རིང་པོ་ཅིག་གནས་ན་ཟེར་བ་དང་དེ་འདྲ་གི་ཀུན་སློང་གཅིག་གི་དགོངས་ལ་བྱ་བ་ཡིན་ན་སེམས་ཅན་ལ་ཕན་ཐོགས་ཀྱི་ཡོད་བ་རེད། དཔེར་ན་ཅིག་རྒྱ་གར་ལ་མཚོན་ན་རྒྱལ་སྲས་ཞི་བ་ལྷ་གི་སྤྱོད་འཇུག་ཆེན་མོ། བོད་གངས་ཅན་ལ་མཚོན་ན་ད་ཅིག་རྗེ་བཙུན་མི་ལར་ཡོད་བ་གི་རྣམ་མགུར་ལྟ་བུ། ཨ་ནི་ད་བར་སྤྲུལ་རིན་པོ་ཆེ་གི་ཀུན་བཟང་བླ་མའི་ཞལ་ལུང་ལྟ་བུ་འཛམ་བུའི་གླིང་ལ་ཁྱབ་བདག་ཡོད་བ་རེད་ག་རེ་ཟེར་ན་བླ་མ་སྐྱེས་བུ་དམ་པ་ཁོང་རྣམ་པ་བྱང་ཆུབ་ཀྱི་སེམས་ཐུགས་རྒྱུད་ལ་ཡོད་བ་རེད། ཨ་ནི་བསྟན་གྱིས་རི་བ་ཡི་གསུང་དེ་དང་དེ་མཛད་པའི་སྐབས་འོ་དེ་ཁབ་ཐུག་དེ་ལ་ཁོང་རྣམ་པ་གི་ཀུན་སློང་དེ་དག་བརྒྱད་ཅུ་བརྒྱད་དམ་པ་སེམས་ཅན་ལ་ཕན་སེམས། སངས་རྒྱས་ཀྱི་བསྟན་པ་ལ་ཕན་སེམས་ཡིན་ཙང་ད་འཛམ་བུ་གླང་ལ་ཁྱབ་འགྲོ་གི་ཡོད་བ་རེད་འོ་ཡ་དེ་བྱས་ཙང་ད་ང་རང་ཆེས་བཤད་མཁན་གྱི་ངོས་ནས་ཡང་སོ་སོའི་ཀུན་སློང་དེ་ཨ་ནི་མ་དག་པ་ཡོད་ན་དག་པ་གྱིས་རི་བ་ཡི་ཀུན་སློང་མ་རུང་པ་ཡོད་ན་རུང་བ་གྱིས་ཀུན་སློང་ངན་པ་ཡོད་ན་བཟང་པོ་ལ་བར་བསྒྱུར་དགོས་བ་དེ་བེད་སྐལ་ཆེན་པོ་རེད། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་སྒོམ་སྤང་རིན་པོ་ཆེ་བསྟོད་པར་བྱ། དེའི་ཆེད་དུ། ད་ཐོབ་བྱ་བླ་ན་མ་མཆིས་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སྒོམ་སྤང་རིན་པོ་ཆེ་སྒྲུབ་པར་བྱེད་པ་ལ། ད་ལམ་ཐུན་མོང་བ་དང་ཐུན་མོང་མ་ཡིན་པ་གཉིས་ཡོད་པའི་ནང་ནས་ད་ལམ་ཐུན་མོང་བ་རུ་བ་ཡི་མདོ་དང་སྔགས་ཀྱི་ཐུན་མོང་པའི་ལམ་དང་སྔོན་འགྲོའི་རིམ་པ་འདི། ད་ཁྲིད་ཡིག། ཁྲིད་ཡིག་དེ་འདྲ་གི་ནང་ལ་བསྡུས་ཡོད་པ། ད་ཀུན་བཟང་བླ་མའི་ཞལ་ལུང། ད་འདིའི་གནས་ཅིག་ཆོས་འཕྲུལ་འབུལ་བ་ལ་ད་དང་པོ་ང་བཟོ་བའི་ཅིག། བླ་མ་གནས་ཅིག་འདི་གསུངས་པ་པོ་རེད་བ་བླ་མ་སུ་གཅིག་གིས་གསུངས་བ་རེད་ཟེར་བ་དེ་གལ་ཆེན་པོ་རེད་དེ་ངོ་འཕྲོད་ལ་ནི་ཞུ་དགོས་བ་དེ་གལ་ཆེན་པོ་རེད། ད་རྫ་བར་དྲི་རིན་པོ་ཆེའི་གནས་ཁུངས་རིགས་འདི། ད་ཁོང་ལ་མཚན་དེ་འདྲ། དཔའ་བརྒྱད་སྤྲུལ་སྐུས། ཚམ་ཚོམ་ལ་རྫོགས་ཆེན་བར་དོའི་རིན་པོ་ཆེས། འོ་ད་དེ་འདྲ་མཚམས་དེ་འདྲ་ཡོད་བ་རེད། ད་སྔ་སོ་བོད་ཀྱི་རྩི་ཐང་ཅེས་པ་ཡིན་ན་རབ་བྱུང་བཅུ་བཞི་པའི་ས་འབྲུག་ཟེར་བ་ད། ད་ནུབ་ཕྱོགས་ཀྱི་རྩི་ཐང་ཅེས་ན། གཅིག་སྟོང་བརྒྱད་བརྒྱ་བརྒྱད། རེད་བ་ཡ་གཅིག་སྟོང་བརྒྱད་བརྒྱ་བརྒྱད། འོ་ཡ་དེའི་ལོ་དེ་ལ། ཨ། ད་ཁམས་དང་ཨ་མདོ་གི་ས་མཚམས་འདྲ་ཅིག་མ་རེད་བས་ད་རེད་བ། བྱང་ཕྱོགས་རྫ་ཆུ་དགེ་རྩེའི་རྫ་ཆུ་ཁ་ཟེར་བ་དེ། རྒྱལ་ཐོག་ཧོ་ཅེས་པའི་ཡ་ནི་ད་གདུང་ལས་འཁྲུངས། ད་གདུང་གྲུབ་ཆེན་འཇིགས་མེད་འཕྲིན་ལས་འོད་ཟེར་གྱིས་བལ་དགེ་བསམ་སྟོན་ཕུན་ཚོགས་སྤྲུལ་སྐུ་ལ་ངེས་འཛིན་གནང། དེ་ནས་མཚན་དེ་ལ་ཝུར་རྒྱལ་འཇིགས་མེད་ཆོས་ཀྱི་དབང་པོ་ཟེར་ཝུར་རྒྱལ་འཇིགས་མེད་ཆོས་ཀྱི་དབང་པོ་ད་ཁོང་རིགས་ཀྱི་གསུང་རྩོམ་དེ་འདྲ་མང་པོ་གི་མཇུག་དེ་ལ་ཝུར་རྒྱལ་འཇིགས་མེད་ཆོས་ཀྱི་དབང་པོ། དེ་འདྲ་གསུང་བ་མཚམས་གསར་མ་ཨ་བུ་ཧྲལ་བོ། དུག་ལྔ་སྨན་པར་ཟེར་བ་ད་འདྲ་མི་འདྲ་དེ་འདྲ་བེད་སྤྱོད་གནང་གི་ཡོད། ད་དགུང་ལོ་ཆུང་ཆུང་དཀའ་སྡུག་ནས་ཡི་གེའི་འབྲི་ཀློག་དུ་བཟོ་བ་ནི་དཀའ་ངལ་དེ་འདྲ་མེད་པ་མཁྱེན། ཨ་ད་མཁན་པོ་ཤེས་རབ་བཟང་པོ་ལས་རབ་ཏུ་ཅུང་ད་རབ་ཏུ་ཅུང་ཟེར་ན་མཁྱེན་གི་རེད་བ་གྲྭ་བ་ནང་ནས་དེ་ནས་རྡོ་ལ་འཇིགས་མེད་སྐལ་བཟང་འཇིགས་མེད་ངོ་མཚར་རྒྱལ་སྲས་གཞན་ཕན་མཐའ་ཡས་ད་དེ་འདྲ་ག་མཉམ་ཡས་བླ་མ་བཀའ་གྲྭ་ཆེན་པོ་མཁས་གྲུབ་གཉིས་འཛོམས་དེ་འདྲ་རེད་ད་དུ་བཟོ་གི་མདུན་ལ་ད་སྔ་གཙོ་སྐོར་གསུམ་ཟེར་བ་འདི་ཚོ་གླང་ཆེན་པ་གི་གསུང་རེད་ད་གླང་ཆེན་པ་གི་གསུང་དེ་ལ་ང་གཙོ་སྐོར་གསུམ་རང་སྤྲུལ་སྐོར་གསུམ་གླང་ཆེན་མཛོད་བདུན་ཟེར་བ་དེ་ཚོ་ཡོད་ད་དེ་ང་གཙོ་སྐོར་གསུམ་དེ་ནི་རྒྱལ་སྲས་བྱེ་བ་ལགས་ཀྱི་སྤྱོད་འཇུག་ཨ་ད་དེ་ནི་སངས་རྒྱས་རྒྱལ་བ་རྡོ་རྗེ་འཆང་སངས་རྒྱས་ཀྱི་གསུང་བ་རྩ་རྒྱུད་གསང་བ་ཉམས་འོད་སོགས་བ་ནི་མདོ་སྔགས་ཀྱི་གཞུང་མང་པོ་དང་རིག་གནས་ལ་སོགས་པ་ཟིན། དེ་ནས་ད་ཞལ་ཆེན་དབོན་སྤྲུལ་མཐུ་སྟོབས་རྣམ་རྒྱལ། ཁོང་གི་དྲུང་ལ་ད་ག་འགྱུར་གྱི་ལུང་དང་སྒྲ་རིག་པ་ཟིན། དེ་ནས་ཀ་རྟ་འགྱུར་ཆ་ཚང་རྙིང་མ་གི་ད་ཀུན་མཁྱེན་ཡབ་སྲས་ཡེ་སྲས་ན་ད་ཀུན་མཁྱེན་ལོངས་རྗེས་རབ་འཇོམས་དང་རིག་འཛིན་འཇིགས་མེད་གླིང་པ་འདི་བཟོ། དེ་ནས་ས་སྐྱ་བ་འདྲི་ད་རྗེ་བཙུན་ཁ་བ་ད་གཅིག་གྲུབ་མཐའ་གསར་རྙིང་གི་སྐྱེས་བུ་དམ་པ་མང་པོ་གི་གཅིག། ད་གསུང་རྩོམ་དུ་བཟོ་མཇལ་ནས་སློབ་སྦྱོང་གནང་ནས་ད་མཁས་བའི་ཕ་རོལ་ཏུ་ཕྱིན་ཟིན་ནས་ད་མཁས་བ་ཆེན་པོ་ཆ། དེ་ནས་ད་གོང་རིགས་ཀྱི་རྩ་བའི་བླ་མ་དག་གི་རྩ་ཆེ་ཤོས་དེ་ད་ད་འཇིགས་མེད་རྒྱལ་བའི་མྱུ་གུ་ཟེར་བ། ཨོ་ད་བླ་མ་དེ་རེད། འཇིགས་མེད་རྒྱལ་བའི་མྱུ་གུ་འདི་ཡང། ད་ནི་ཡ་དབུས་གཙང་ལ་ཕེབས་ནས་རེད་བ། ཁམས་ནས་ཡ་དབུས་གཙང་ལ་ཕེབས་ནས་ད་ཁམས་དང་ཨ་མདོ་འདི་བ་ནི་དབུས་གཙང་ལ་ཡ་ཕེབས་ནས། རིག་འཛིན་འཇིགས་མེད་གླིང་པ་གི་དྲུང་ལ་ད་ད་ད་ལོངས་སྤྱི་ཉང་སྟེགས་ཀྱི་གསུང་ཆོས་དེ་ཞུས་ཡོད་བ་རེད་རྡོ་གྲུབ་སྐུ་འཕྲང་དང་པོ་རྡོ་གྲུབ་འཇིགས་མེད་འཕྲིན་ལས་འོད་ཟེར་ཁུ་ཟུར་མཉམ་དུ་ད་དེ་དག་གི་ད་ཆོས་གྲོགས་རེད། ད་འཇིགས་མེད་རྒྱལ་བའི་མྱུ་གུ་གི་མདུན་ལ། ད་ད་ལྟ་བར་དོའི་རིན་པོ་ཆེ་གི་ཀློང་ཆེན་སྙིང་ཐིག་གི་སྔོན་འགྲོ་གི་ད་གསུང་ཆོས་དེ་འདྲ་ཚར་ཉི་ཤུ་རྩ་ལྔ་དེ་འདྲ་གསན་ད་ཚར་མང་པོ་ཞི་བོ་གསན་འདུག་ཚར་ཉི་ཤུ་རྩ་ལྔ་དེ་འདྲ་གསན། དེ་ནས་ད་དེ་གསན་པ་ཙམ་མ་ཡིན་པར་ད་ད་ལྟ་འདིའི་ཀློང་འདིའི་ཀློང་ཆེན་སྙིང་ཐིག་གི་ད་ད་འདི་ཀུན་བཟང་བླ་མའི་ཞལ་ལུང་གནང་ན་གསུང་གི་ཡོད་རེད། གཅིག་རྟ་མཆོད་ཉེ་དགའ་ཡིན་ན་རེ་འཆི་བ་མི་རྟག་པ་ལུས་རྒྱུ་འབྲས་འཁོར་བའི་ཉེས་དམིགས་དང་བླ་མའི་རྣལ་འབྱོར་ག་རེ་ཡིན་ན་བསྒོམ་བསྒོམ་བསྒོམ་གསུང་དགོས་ཡོད་རེད་དེ་ལྟ་ག་དུས་ཡིན་ན་བླ་མའི་མདུན་ལ་ཁྲུལ་བྱས་དེ་ནས་སོ་སོ་གི་སློབ་སྦྱོང་གྱིས་བསྒོམ་བསྒོམ་གནང་དེ་ཧ་ལས་པ་དེ་འདྲ་གནང་ཡོད་རེད། དེ་ནས་གཅིག་རྩ་རླུང་དང་རྫོགས་ཆེན་གྱི་ཁྲི་ལ་དང་ཁྲི་སོགས་དང་དེ་ནས་སྔ་འགྱུར་ཉང་མ་གི་དང་ཀ་མ་གི་ཆོས་སྐོར། ད་ང་རྒྱལ་ཉག་མའི་ཆོས་དེ་ལ་ག་མ་དང་གཏེར་མ་ཟེར་བ་གཉིས་ཡོད་ད་ག་མ་ཟེར་བ་དེ་ད་འགའ་རེ་རིན་པོ་ཆེ་ནས་བཟུང་སྟེ་བླ་མ་ནས་བླ་མ་བརྒྱད་བླ་མ་ནས་བླ་མ་བརྒྱད་མི་གཅིག་ནས་གཅིག་བརྒྱུད་ལུས་དབྱུང་བ་གཅིག་འདུག་བ་འོ་དེ་རེད་ད་གཏེར་མ་ཟེར་བ་ཡིན་ད་འགུ་རུ་རིན་པོ་ཆེའི་སྐབས་དེ་ལ་འགུ་རུ་རིན་པོ་ཆེ་དང་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་ད་དེ་འདྲ་གི་ཨ་སློབ་དཔོན་བེ་རུ་ཙཱ་ན་ལ་སོགས་པ་དེ་གང་ལྟར་ཀྱང་འགུ་རུ་རིན་པོ་ཆེའི་རྗེ་འབངས་རྣམས་ཀྱི་རུ་བ་ཡིན་འགུ་རུ་རིན་པོ་ཆེ་དང་ཁོང་གི་སློབ་མ་དེ་ཚོ་གི་ད་བོད་ཡིག་གི་གཅིག་པུ་པོ་ཆོ་ག་གསུམ་དང་ད་ས་སྐྱ་འདྲ་མི་འདྲ་ཧི་མ་ལ་ཡའི་རི་རྒྱུད་དེ་ཚོ་ལ། གཏེར་ལ་སྦས་ཚར་ད་ལྟ་རྗེས་སུ་ལོ་ཉིས་བརྒྱ་སུམ་བརྒྱ་ལྔ་བརྒྱ་དྲུག་བརྒྱ་བདུན་བརྒྱ་ཆིག་སྟོང་གི་རྗེས་ལ་ནི་གཏེར་ནས་ཚུར་བླངས་བཞག་རྒྱུ་དེ་འདྲ་ལ་གཏེར་མ་ཟེར་གི་ཡོད་རེད་ད་དེ་ག་མ་ཟེར་ན་ད་གཏེར་ལ་མ་སྦས་རྒྱུ་བླ་མ་གཅིག་ནས་གཅིག་རིམ་པ་ཅི་ནས་བརྒྱུད་ཡོང་བ་དེ་རེད་དེ་རེད། ཨ་དེ་ནས་མདོ་མཁྱེན་བརྩེ་ཡེ་ཤེས་རྡོ་རྗེའི་ཟེར་བ་ད་ད་ད་རིག་འཛིན་འཇིགས་མེད་གླིང་པ་གི་སྤྲུལ་སྐུ་རེད་མགོ་ལོག་ནས་འཁྲུངས་ཨ་མདོ་མགོ་ལོག་ནས་འཁྲུངས་བ་དེ་ལ་ད་མདོ་མཁྱེན་བརྩེ་ཡེ་ཤེས་རྡོ་རྗེ་ཞུ་གི་ཡོད་ད་མདུན་མཁྱེན་བརྩེ་ཡེ་ཤེས་རྡོར་རྗེས་ཀྱི་ད་ཁོང་ལ་རིགས་པ་ངོ་སྤྲད་ཟེར་བ་ད་དེ་འདྲ་ཅུང་ཡོད་བ་རེད། ད་རིགས་པ་ངོ་སྤྲད་སྟངས་དེ་ལ་འདྲ་མི་འདྲ་ཡོད་བ་རེད། དབང་བསྐུར་ནས་ངོ་སྤྲོད་སྟངས་ཁྲིད་བཟུང་ནས་ངོ་སྤྲོད་སྟངས་ཨ་ནི་ཐ་ཀ་ཐ་ཀ་དེ་ལ་ད་ཅིག་ཨའམ་ཀ་རེ་སུ་དགོས་རེད་ཅིག་འགྲམ་ལྕག་བཞེས་བ་འདྲ་བོ་ཅིག་ཨ་རག་འཐུང་གི་བཞུགས་བ་འདྲ་བོ་ད་དེ་འདྲ་འདྲ་མི་འདྲ་གི་ལམ་ཁ་ཡོད་བ་རེད། ད་ཁོང་ལ་ཨ་ནི་ད་ལྟ་འདི་འདོད་ཀྱིན་དུ་ཡེ་ཤེས་རྡོ་རྗེ་གི་རིག་པ་ངོ་སྤྲོད་ཀྱིན་ཡོད་ཁ་ཐུག་དེ་ལ་ཨ་ནི་ཁོང་གི་དུས་སྐར་སར་དྲངས་ནས་ཕར་ཟིན་ནས་ས་ལ་ཤུགས་ཆེན་པོ་བརྡབས་ནས་འགྲམ་ལྕག་བཞི་བ་འདྲ་བོ་གང་བཏགས་ཀྱང་ད་ཁོང་ལ་ཉེས་རྡུང་བཏང་ནས་ཨ་ནི་དེ་དུས་ཁ་ཐུག་དེ་ལ་ཨ་ནི་རིག་པ་ངོ་འཕྲོད་བ་འདྲ་བོ་དེ་འདྲ་བྱུང་བ་རེད། དེ་ནས་ད་ལོངས་ཕྱི་ཉག་ཐིག་གི་རྩ་རླུང་གི་ཁྲིར་དེ་རྒྱུད་རིང་པོ་སྦྱིན་བ་རེད་ད། སྤྱི་བཏང་གི་ད་གཅིག། རྙིང་མ་གི་ཆུས་གསར་མ་གི་ཆུས། གསང་སྔགས་ཟེར་བ་དེ་ལ་རྩ་དང་རླུང་དང་ཐིག་ལེ་ཟེར་བ་དེ་སྐད་ཆེན་པོ་རེད་ད་རྩ་རླུང་ཁྲི་འཁོར་རུ་ཟེར་བ་འདི་ཧ་ལས་པའི་སྐད་ཆེན་པོ་རེད་ད་དེ། གཅིག་རྒྱ་གར་གྱི་ཡོ་ག་སྦྱང་གི་འདུག་ཨ་ཡོ་ག་སྦྱང་སྟངས་འདྲ་བོ་དེ་འདྲ་ལ་ཁྲི་འཁོར་ཁྲི་འཁོར་ཟེར་བ་དེ་ཡོད་རེད་ད། དེ་བརྗོད་ངག་ཡིན་ན་ང་ཚོ་གི་གཟུགས་པོ་གི་རྩ་དེ་ཡག་པོ་ཡོང་བ་དང་དེའི་ནང་ལ་རླུང་དེ་ཡག་པོ་ཡོང་བ་དང་ནི་སེམས་དེ་ཡག་པོ་ཡོང་བ་ཕན་གི་ཡོད་རེད་བ་ད་ཡོ་ག་འདྲ་བོ་དེ་ར་ལ་འཕྲུལ་འཁོར་འཕྲུལ་འཁོར་ཟེར་གི་ཡོད་རེད། ཨ་དེ་ནས་ད་རྫོགས་ཆེན་དགོན་པ་ཨ་ནི་གི་བླ་མ་གཙོ་བྱས་ཤིག་ད་ཁམས་དེ་ལ་རྫོགས་ཆེན་དགོན་པ་ཡོད་བ་རྫོགས་ཆེན་མི་འགྱུར་ནམ་མཁའི་རྡོ་རྗེ་ཨ་ད་ཁོང་རྣམ་པ་ལས་ཡང་ད་ནི་ཆོས་དེ་འདྲ་ཞུས། དེ་ནས་ད་རྫོགས་ཆེན་དགོན་པ་གི་ལུང་ད་དེ་ནས་ཡར་འགྲོ་བ་ཡིན་ན་ད་རི་རྫོགས་ཆེན་གི་རྐང་འཕྲུལ་ཟེར་བ་རི་མཐོན་པོ་ཞེ་བོ་ཡོད་བ་རེད་ད་དེའི་རི་རྫོགས་ཆེན་དགོན་པ་དང་ད་རྫོགས་ཆེན་རྐང་འཕྲུལ་གི་ནི་བར་དུ་བ་ལ་ད་སྒྲུབ་ཕུག་སྒྲུབ་པ་ཉམས་ལེན་གནང་ས་དེ་འདྲ་ས་ཆ་ཡོད་བ་རེད་ད་དེ་ལ་རི་ཟླུམ་ཡངས་བ་ནི་གཤིན་རྗེའི་སྒྲུབ་ཕུག་ཟེར་བ་བྲག་ཕུག་ཅིག་ཡོད་བ་རེད་དེ་ནས་ཚེ་རིང་ཕུག་ཟེར་བ་དེ་ཚོ་ད་རྫོགས་ཆེན་གི་ས་ཆ་དུ་བ་རྒྱལ་རིང་པོ་ཞིག་ནས་སྒོམ་སྒྲུབ་གནང་ནས་ད་ཧ་ལས་བ་ད་བླ་མ་ཅིག་སྤྲུལ་པ་མཐོན་པོ་གཉིས་འོ་དེ་འདྲ་ཆགས་བ་རེད། ད་དགོངས་ལུགས་སུམ་ཅུ་དུ་བ་ནས་བཟུང་ད་ལྟ་གསེར་ཐུར་ཡར་ཀླུང་བེ་མ་ཀུལ་ཟེར་བ་ས་སྐྱ་དུ་ཟོ་ཕེབས་ནས་ད། ད་སྐ་བ་དང་ལྡན་པ་གི་སློབ་མ་དུ་ཟོ་ལ་ད་རྒྱུད་གསང་བ་ནང་རྒྱུད་གསང་བ་སྙིང་པོ་གི་ད་ནི་ནི་ད་བཀའ་ཆོས་དེ་འདྲ་གསུངས། ད་ནི་ད་གསེར་ཐ་དང་རྡོ་སྟོད་མིལ་རྡོ་སྟོད་རྡོ་མིལ་ཟེར་བ་དུ་ཟོ་ལ་ད་སྤྱོད་འཇུག་དང་མ་ནི་བཀའ་འབུམ་ད་བདེ་བ་ཅན་གི་སྨོན་ལམ་ལ་སོགས་པ་གི་ད་གསུང་ཆོས་མང་པོ་གསུང་བ་རེད། ཨ་དེ་ནས་ས་བཅད་ས་བཅད་ཀྱི་རྐུན་མ་དང་ལྕགས་པ་དེ་ཚོ་དང། རྐུན་མ་མ་བཅད་ལྕགས་པ་མ་བཅད་ཟེར་ནས་ད་མི་སྟོང་ཕྲག་མང་པོ་དེ་འདྲ་གུས་ལུན་ཞུས། དེ་ནས་ང་ཚོས་ད་ཁམས་དང་ཨ་མདོ་ལོངས་པ་ལ་སེམས་ཅན་ཨེ་ཡག་དང་ལུག་བྱེད་བོ་མང་པོ་ཡོད་བ་རེད་ད་ཅིག་ཅིག་ཆང་ས་རྒྱལ་བ་འདྲ་བོ་ད་དེ་འདྲ་གི་ཅིག་མཛད་སྒོ་ག་རེ་ཡིན་ན་ད་གཡག་དང་ལུག་དེ་འདྲ་བསད་ནས་ཤ་ཟ་བྱེད་བོ་ལུག་སྲོལ་ཡོད་བ་རེད་དེ་འདྲ་མང་པོ་ཅིག་བཀག་བཞག་རེད། ཨ་དེ་ནས་ད་མགོ་ལོག་ད་ད་འཛམ་ཐང། ད་འཛམ་ཐང་དུ་བ་ལ་ད་ལྟ་ཇོ་ནང་པ་ཟེར་བ་ཅིག་འདུག་བ་ང་ཚོ་བོད་ཀྱི་ཆིག་སྒྲིལ་ཆེན་པོ་དྲུག་ཟེར་བ་དེ་ནང་གི་ཇོ་ནང་པ་གི་ནི་བླ་མ་གཙང་བ་ངག་དབང་ཆེམ་འགྱུར་ཟེར་བ་དེ་ནི་ད་ཇོ་དྲུག་ཟེར་བ། ཁྱེད་རྣམ་པ་ནང་ནས་དུས་འཁོར་དབང་ཆེན་ཞུ་ཉེ་མང་པོ་ཡོད་བ་ད་དུས་འཁོར་དབང་ཆེན་ཟེར་བ་ད་དུས་འཁོར་ཟེར་བ་དེ་ཉམས་ལེན་བྱ་ཡི་ཁབ་འདུག་དེ་ལ་ང་ཇོ་དྲུག་ཟེར་བ་ཅིག་ནི་ཉམས་ལེན་བྱ་ཡི་ཡོད་བ་རེད། སོ་སོར་བསྡུ་དང་བསམ་གཏན་སྲོག་རྩོལ་དང་བརྫུན་པ་རྗེས་དྲན་སྟངས་འཛིན་ཟེར་བ་དེ་འདྲ་ད་གང་བལྟ་ཀྱང་ནི་དེ་འདྲ་ཉམས་ལེན་རིམ་པ་མ་འདྲ་བ་དྲུག་ཡོད་བ་དེ་ཡིན། དེ་ནས་ཁམས་ལྟར་མི་ཉག་གི་ས་ཆ་དེ་ལ་བྱོན་ནས་འདྲ་དགེ་བཤེས་ཚུལ་ཁྲིམས་རྣམ་རྒྱལ་ཟེར་བ་དང་ཕལ་ཆེར་དགེ་བཤེས་དགེ་ལུགས་པའི་དགེ་བཤེས་ཅིག་རེད། ཁོང་ལ་ཕར་ཕྱིན་དང་དེ་སོགས་ཀྱི་དྲི་བ་དྲིས་ལན་གནང་ནས་ད་ད་ཧ་ལས་པའི་མཁས་པ་ཆེན་པོ་ག་ད་གས་གྲ་ཆག། དེ་ནས་ད་ཅིག་ཅིག་བླ་མ་ཆེན་པོ་གི་ཚུལ་འདྲ་མ་གནང་ནས་གྲྭ་བ་དཀྱུས་མ་འདྲ་བོ། མཚམས་མཚམས་ལ་མཚམས་མཚམས་ལ་གྲྭ་ཆེན་ཡང་མནབ་གི་ཡོད་མ་འབྲོག་པ་གི་པགས་ཚག་དེ་འདྲ་ཅིག་མནབ་ནས་འབྲོག་པ་རྒད་པོ་འདྲ་བོ་ཅིག་བྱས་ནས་ད་ག་ས་ག་བ་ཕེབས་འགྲོ་གི་ཡོད་སྒྲིབ་པ་ཉམས་ལེན་གནང་གི་ཡོད་རེད། ད་མཚམས་མཚམས་ལ་ད་རྫོགས་ཆེན་ཕྱིར་སང་ཆོས་གྲྭ་ཟེར་ནས་ད་རྫོགས་ཆེན་དགོན་པ་དང། དེ་ནས་ད་ད་དུས་དེ་འདྲ་དགོན་པ་ཁ་ཤས་ཁ་ཤས་ལ་ནི་བྱམས་མཆིས་དང་དབུ་མ་དང་སྔོན་པ་དང་རྒྱུད་གསང་བ་སྙིང་བོ་ད་ཡོན་ཏན་མཛོད་ཟེར་བ་སྡོམ་གསུམ་སྣང་ངེ་ཟེར་བ་ད་གང་ལྟར་ཀྱང་སང་ཆོས་གྲྭ་མི་འདྲ་མང་པོ་ཞེའུ་གསུང་གི་ཡོད། ད་རྫོགས་ཆེན་ཤེར་སང་གི་ཆོས་གྲྭ་དུ་བ་དང་ལུགས་མང་པོ་ལ་ཨ་ནི་པའི་རིགས་སྤྱོད་འཇུག་ཆེན་མོ་དེ་གསུང་བ་ཡིན་ཙང་དེ་ས་བཅད་དེ་ལ་མེ་ཏོག་གསེར་ཆེན་དང་ནི་འདབ་མ་སུམ་བཅུ་དང་འདབ་མ་ལྔ་བཅུ་ལ་སོགས་པ་ད་དེ་འདྲ་གི་མེ་ཏོག་གསེར་ཆེན་མང་པོ་ཞེའུ་སྐྱེས་བ་རེད་ད་དེ་ཅི་ཙང་སྤྱོད་འཇུག་མེ་ཏོག་སྤྱོད་འཇུག་མེ་ཏོག་ཟེར་ནས་དེ་འདྲ་ཨ་ནི་ཀུ། སྐད་གྲགས་ཆགས་རེད། ད་ལྟའི་སྐབས་འདི་དེ་ལ་གྱི་ཁམས་དང་ཨ་མདོ་དུ་བ་གཏེར་སྟོན་སྐད་གྲགས་ཆེན་པོ་ཡང་ནི་གཏེར་ཆེན་མཆོག་གྱེར་བདེ་ཆེན་གླིང་པ་ཟེར་བ་ཅིག་ཡོད་བ་རེད། ཁོང་གིས་ད་ལྟ་རྫོགས་ཆེན་གྱི་ས་ཆ་དེ་ཕེབས་ནས་རྫོགས་ཆེན་གྱི་དགོན་པ་ནས་ཡར་ཀློང་པ་གྱི་ནང་ལ་ཡར་འགྲོ་ན་ད་རྫོགས་ཆེན་གྱི་གངས་རི་ཆེན་པོ་ཡོད་བ་རེད་ད་དེ་གངས་ཡོད་ས་དུ་བ་ནི་གཏེར་སྟོན་དེ་བཞུགས་བ་རེད། བདེ་མཆོག་སངས་རྒྱས་མཉམ་སྦྱོར་ཟེར་བ་དེ་འདྲ་གི་གཏེར་ཅིག་བཞུ་ནས་ད་ལྟ་འདྲ་གི་དུས་བཀའ་ཁྲི་རིན་པོ་ཆེས་ད་གཏེར་དེ་བདག་པོ་རེད་ཆོས་བདག་རེད་ཟེར་ནས་འོ་དེ་འདྲ་གི་དུས་གཏེར་གི་ཡང་བཀའ་ཆད་མང་པོ་ཁོང་ལ་གསུངས་བ་རེད། དེ་ནས་ད་ག་ཐོག་དགོན་པ་ལ་ཕེབས་ནས་ད་དམ་གཙང་བྱམས་གསུམ་གི་སྐུ་གདུང་ངོས་དུ་བཟོ་ལ་ནི་ཕྱག་སྐོར་མཛད། སི་ཏུ་མཆོག་སྤྲུལ་ཆོས་རྒྱལ་བློ་གྲོས་ཀྱིས་ད་དེ་ལ་ཁོང་ལ་སོགས་པའི་གསོལ་བ་བཏབ་ནས་ད་ག་ཐོག་དགོན་པའི་ནི་བླ་མ་གྲྭ་བ་དུ་བཟོ་ལ་སྤྱོད་འཇུག་གི་བཀའ་ཆད་དེ་འདྲ་བགྱིས་པ་གསུངས། ཨ་ད་ནི་ད་དེའི་ཨ་ཟོ་ཁམས་ཀྱི་ཕྱོགས་དེ་ལ་ད་རྫ་སེར་ཤུལ་དགོན་པ་ལབ་ཁྲི་འདུ་དགོན་པ་ཆི་ཧོར་དགོན་ཟེར་བ་དེ་ཚོ་རི་བོ་དགེ་འདུན་པའི་གྲྭ་ས་དེ་ཚོ་ཞོལ་ནས་ཡང་སྤྱོད་འཇུག་ལ་སོགས་པའི་བཀའ་ཆོས་མང་པོ་གསུངས། ད་དེའི་སྐབས་དུས་དེ་ལ་གོང་རིགས་ཀྱི་གསུང་སྟངས་དེ་ཚོ་ཡང་དཔེ་ཧ་ལས་པའི་སྐུ་ནས་ཁ་ཟ་བོ་བཤད་ཟ་བོ་སྒྲ་དག་པ་རེ་བ་ཡ་ཚིག་དེ་ཚོ་ཉུང་ཉུང་དོན་མང་པོ་འདུས་པ། ཆ་ཚང་ཉམས་ལེན་དང་སྦྱར་ནས་གསུང་བ་ཡོད་ཙང་དགེ་བཤེས་ལྷ་རམས་པ་དགེ་ལུགས་པའི་དགེ་བཤེས་ལྷ་རམས་པ་མང་པོ་ཡང་ད་ཧ་སང་ནས་རེ་བ་ད་ཧ་ལེགས་པ་འདུག་ཟེར་ནས་ཡང་ནས་དེ་འདྲ་གསུང་བ་རེད། ད་རྫ་རྒྱུད་དགོན་གྱི་ཨ་ནི་ཐག་ཉེ་ས་དུ་བ་ད་ཅིག་ཅིག་བཀའ་ཆེན་མང་པོ་གསུང་ནས་རེ་བ་ཡ་ད་དེ་ནས་ཁོང་གི་སྐུ་གོང་མ་དཔལ་དགེ་བསམ་སྟོན་ཕུན་ཚོགས་སྐུ་བཞེངས་བའི་ད་རྡོ་འབུམ་ཆེན་པོ་ཟེར་བ་བུ་ལོང་པ་ལ་རྡོ་མང་པོ་མཉམ་དུ་ནི་ས་ཆ་གཅིག་ལ་བསྒྲིགས་ད་རྡོ་དེའི་སྒང་ལ་ད་མ་ཎི་དང་བཀའ་འགྱུར་རྟེན་འབྱེར་ད་བླ་མ་གི་འདྲ་མི་འདྲ་གི་གསུང་དུ་ནི་ད་གུ་རུ་རིན་པོ་ཆེའི་སངས་རྒྱས་བཅོམ་ལྡན་འདས་ད་དེ་འདྲ་གི་བཟོ་ངག་མང་པོ་བཀོད་ཡ་རྡོ་བཀོད་སྒང་ལ་བཀོད་ཡ་ལུགས་སྲོལ་བཅུ་ཡོད་དེ་ལ་རྡོ་འབུམ་ཟེར་ནས་ད་རྡོ་དེ་འདྲ་གྲུ་བཞི་དང་ནར་མོ་དང་རུས་རིས་ད་དེ་འདྲ་འབུམ་ཕྲག་མང་པོ་ཡོད་རེད་རྡོ་འབུམ་ཟེར་བ་དེ་འདྲ་ཡོད་རེད་ད་ཨིན་ཇིའི་ནང་ལ་ཡིན་ན་མ་ཎི་སི་ཏྲོན་ལབ་གི་འདུག་བ་འོ་ད་དེ་འདྲ་ཁོས་ད་བར་གྲི་རིན་པོ་ཆེ་སྐུ་སྔོན་མ་དེ་ལྟར་འདྲ་སྐུ་མཁྲིས་སྔོན་མ་དེ་ལྟར་འདྲ་རྡོ་འབུམ་ཆེན་པོའི་ཤངས་ཡོད་བ་དེ་དག་ཡང་བསྐྱར་ཉམས་གསོ་བཏང་བ་ནི་སྣོན་པའི་རྒྱལ་བ་རེད། དཔའ་སྤྲེལ་རྡོ་འབུམ་དཔའ་སྤྲེལ་རྡོ་འབུམ་ཟེར་གྱི་ཡོད་བ་རེད། ཨ། ད་ཁོང་གི་སྐུ་ཚེ་ཧྲིལ་བོ། ད་ཁོང་རང་གི་ཆེད་དུ་ཐུན་གསུམ་སྒོམ་གསུམ་ཟེར་བ་དུས་གསུམ་སྒོ་གསུམ་ད་གཞན་གྱི་དོན་དུ་འཆད་རྩོད་རྩོམ་གསུམ་ལ་སོགས་པ་མཛད་པ་རྣམ་ཐར་ཧ་ལས་བ་བསྐྱངས་ནས་ད་ཁམས་སྟོད་མོད་བར་གསུམ་ད་སྤྱོད་འཇུག་དང་བྱམས་ཆོས་སྡོམ་གསུམ་ཡོན་ཏན་མཛོད་ལ་སོགས་པའི་དག་ཅིག་གསུང་ཆེད་དུ་ས་ཆུབ་རྡོ་ཆུབ། འོ་ད་དེ་འདྲ་ནི་ཆགས། ཁྱད་པར་དུ་ད་དེ་ཁབ་ཐུག་དེ་ལ་ཅིག་བརྒྱུད་གསང་བ་ཉུང་བོ་ད་ཉང་མ་གི་ཅིག་གསང་སྔགས་ཀྱི་ཁུངས་གཏུགས་ས་ཅིག་རེད་ད་བརྒྱུད་གསང་བ་ཉུང་བོ་གི་ཅིག་ད་ཅིག་བཀའ་ཆོས་ཀྱི་ད་ཅིག་ཁྲིད་ཅིག་ཡོད་བ་ད་གསུང་ཆོས་ཀྱི་རྒྱུན་དེ་དང་ཨ་ནི་ཀློང་ཆེན་སྙིང་ཐིག་གི་རྩ་རླུང་དང་ཁྲིད། ད་དེ་ཚོ་ཅིག་བར་དོའི་རིན་པོ་ཆེ་སྔོན་ལ་སྐུ་འབུམ་འདྲ་ཅིག་ཕྱག་བདར་ཡོད་ད་བར་དོའི་རིན་པོ་ཆེ་བྱོན་ནས་བཟུང་སྟེ་ད་ད་འདྲ་གི་དེའི་གསུང་ཆེད་དུ་ཅིག་ས་ཆུབ་རྡོ་ཆུབ་འདྲ་བོ་བྱེའུ་དཔེ་གནང་བ་རེད། དེ་རྗེས་ཙང་ད་རྙང་མ་གི་བསྟན་པ་ལ་ད་ཧ་ལི་བའི་བཀའ་དྲིན་ཆེན་པོ་རེད། ད་ཁོང་ལ་སློབ་མ་དེ་འདྲ་སྟོང་ཕྲག་ཁྲི་ཕྲག་མང་པོ་ཡོད་རེད་ད་དེ་ནང་ནས་སྐལ་ཆེན་པོ་དེ་ཚོ་ད་དཀའ་ཐོག་སྲིད་དུ་ཆོས་རྒྱུད་བློ་གྲོས། རྫོགས་ཆེན་སྐུ་ཕྲེང་ལྔ་བ་ཐུབ་བསྟན་ཆོས་ཀྱི་རྡོ་རྗེ་རྒྱལ་རོང་རྣམ་སྤྲུལ་ཀུན་བཟང་ཐང་མཆོག་རྡོ་རྗེ། རྡོ་གྲུབ་སྐུ་ཕྲེང་གཉིས་པ་འཇིགས་མེད་ཕུན་ཚོགས་འབྱུང་གནས། རྡོ་གྲུབ་སྐུ་ཕྲེང་གསུམ་པ་འཇིགས་མེད་བསྟན་པའི་ཉི་མ། དེ་ནས་མདོའི་མཁྱེན་བརྩེའི་ཡེ་ཤེས་རྡོ་རྗེ་གི་སྲས་དར་དང་བདེ་ཆེན་རིག་པའི་རལ་གྲི། དེ་ནས་མཆོག་སྤྲུལ་གཞན་ཕན་ཆོས་ཀྱི་སྣང་བ་ཨ་འཛོམ། འབྲུག་སྤྲུལ་འགྲོ་འདུལ་དཔའ་བོ་རྡོ་རྗེ། གཏེར་སྟོན་ལས་རབ་གླིང་པདྨ། མི་ཕམ་པདྨ་ཆེན་པདྨ་དམ་ཆོས་འོད་ཟེར་སྙུ་གཤོལ་ལུང་རྟོགས། ཨ་ལགས་མདོ་སྔགས་རྒྱ་མཚོ་ལ་སོགས་པ་དག་པའི་བསམ་གྱིས་མི་ཁྱབ་པའི་ཉག་མ་གི་མཁས་གྲུབ་ཀྱི་སློབ་མ་མང་པོ་བྱུང། དེ་ནས་ད་གསེར་རི་བཀྲ་ས་ལ་ད་མཁས་པའི་བཀའ་གྲྭ་ཆེན་པོ་ཐོ་བ་སེར་ཤུལ་ལྷ་རམས་པ་ཐུབ་བསྟན། འབྲས་སྤུངས་བླ་མ་བཀྲ་ཤིས་དབོན་པར་འབྱེད་བླ་མ་གྲགས་པ་རྒྱ་མཚན་ཟེར་བ་དག་གང་ལྟར་ཀྱང་ཅིག་ས་དགེ་བཀའ་རྙིང་གི་སྐྱེས་བུ་དམ་པ་མང་པོ་ཅིག་བར་དྲོད་རིན་པོ་ཆེ་གི་སློབ་མ་ཨ་ནེ་དག་ཆགས་ཡོད་བ་རེད། ད་ལྟ་ནི་ཨ་ནེ་རབ་བྱུང་བཅོ་ལྔ་བའི་མེ་ཕག་ས་ག་ཟླ་བའི་ཚེས་བཅོ་བརྒྱད་འོ་ད་ཨ་ད་དབྱིན་ཇིའི་ད་ལྟ་གི་ལོའི་རྩི་ཐང་བཅས་བ་ཡིན་ན་གཅིག་སྟོང་བརྒྱད་བརྒྱད་བརྒྱ་བཅུ་གྱ་བདུན་ཨ་ད་དེ་ལ་ཨ་ནེ་ཁོ་དགོངས་པ་རྫོགས་བ་རེད། གཅིག་སྟོང་བརྒྱད་བརྒྱ་བརྒྱ་ཆའི་གྱ་བདུན་ལ་དེ་ནས་དགོངས་པ་རྫོགས་བ་རེད། ཨོ་ད་དེ་ཨ་ནི་བར་དྲི་རིན་པོ་ཆེ་གི་ད་ནམ་ཐུར་དེ་འདྲ་མདོར་བསྡུས་གཅིག་རེད་ཅི་སྟངས་ད་བར་དྲི་རིན་པོ་ཆེ་གི་ནམ་ཐད་བརྒྱུས་པ་དང་བསྡུས་པ་ད་མང་པོ་ཡོད་བ་རེད་ད་ཁོང་གི་ཅིག་གསུངས་ད་རུ་ཐུར་རེད་ཁོང་གི་རྫ་འཛག་པ་ཅིག་ཟ་བྱ་འདྲ་མི་འདྲ་ནི་འདི་འདྲ་འདི་འདྲ་གནའ་ངར་ཟེར་བ་འདུག་ད་ངོ་མཚར་བ་ཅིག་གི་སྐད་ཟེར་བ་ཅིག་དེ་འདྲ་གི་མང་པོ་ཡོད་བ་རེད་ད་དེ་མདོར་བསྡུས་འདྲ་ཅིག་ཞུས་པ་རེད། འོ་ད་དེ་ནས་ད་ང་གཟུགས་ཀྱི་ཀུན་བཟང་བླ་མའི་ཞལ་ལུང་རེད་རྫོགས་པ་ཆེན་པོའི་ཀློང་ཆེན་སྙིང་ཐིག་གི་སྔོན་འགྲོའི་ཁྲིད་ཡིག་ཀུན་བཟང་བླ་མའི་ཞལ་ལུང་ཟེར་བ་དེ། ད་རྫོགས་པ་ཆེན་པོ་རྫོགས་པ་ཆེན་པོ་ཟེར་བ་དེ་ལ་ཇི་ལྟར་འགྲེལ་བཤད་མང་པོ་ཡོད་བར་ད་ང་ཚོ་འདི་བར་འགྲེལ་བཤད་གཏང་ཟབ་པོ་དྲ་ང་རང་གིས་རྒྱག་ཤེས་གི་ཡང་མེད་ཁྱེད་རྣམ་པ་གི་ཕར་གོ་ཡང་གོ་རྒྱུ་མ་རེད། སྤྱི་དང་རྫོགས་པ་རྫོགས་པ་ཟེར་བ་ཅིག་ཡོད་བར་དེ་ང་ཚོ་གི་ཅིག་ཆ་ཚང་ཚར་སོང་ང། ཆ་ཚང་ཨ་ནི་སྟབས་ཆ་ཚང་ཡག་པོ་ཡོད་བ་དེ་ལ་ང་ཚོ་རྫོགས་པ་ཟེར་བ་ཅིག་ལབ་གི་འདུག་ཨ། ཡོངས་རྫོགས་ཟེར་ནས་རེ་བ་ཡ། ང་ཚོ་སངས་རྒྱས་བཅོམ་ལྡན་འདས་ལ་གསོལ་བ་དེ་གསོལ་བ་དེའི་སྐབས་ལ། སྟོན་པ་བཅོམ་ལྡན་འདས་ཡང་དག་པར་རྫོགས་པའི་སངས་རྒྱས་རྫོགས་པའི་སངས་རྒྱས་ཟེར་བ་ཅིག་འདུག་ཨ། ཨོ་ཡ་ད་ཡང་དག་པར་རྫོགས་པ་ཟེར་ན་ཅིག། ཅིག་སྐྱོན་ཆ་འདྲ་མ་སོང་ན་ཆ་ཚང་ཨ་ནི་ད། ཚར་སོང་ཨ། ཡོན་ཏན་ཆ་ཚང་ཨ་ནི་སོ་སོ་ལ་ཐོབ་སོང་བ་དེ་ལ་ད་སྐྱོན་ཆ་ཀུན་རྫོགས། ཡོན་ཏན་ཀུན་ཡང་རྫོགས་དཔེར་ན་སྐྱོན་ཀུན་བསལ་ཡོན་ཏན་ཀུན་རྫོགས་ཟེར་བ་ཅིག་འདུག་བ་འོ་ད་རྫོགས་པ་ཆེན་པོ་ཟེར་ན་དེ་འདྲ་ཅིག་རེད་ད། ཨང་ད་སྤྱི་སྟངས་ཀྱི་ཅིག་འགྲེལ་བཤད་ཅིག་དེ་སུ་བགྱི་བའི་ཁབ་འདུག་དེ་ལ་ཅིག་གཞི་རྫོགས་པ་ཆེན་པོ་ལམ་རྫོགས་པ་ཆེན་པོ་འབྲས་བུ་རྫོགས་པ་ཆེན་པོ་སོགས་མང་པོ་ཅིག་ཡོད་བ་རེད་ད་དེ་ན་ང་ཚོ་ད་ལྟ་དགོས་ཀྱི་ཡོད་བ་མ་རེད། གང་ལྟར་ཀྱང་ད་ང་གཟུགས་སོ་སོ་སེམས་ཅན་ཆ་ཚང་གི་སེམས་གཅིག་འདུག་ཨ། ང་གཟུགས་སེམས་སེམས་སེམས་ཟེར་བ་གཅིག་འདུག་ཨ་རྣམ་ཤེས་རྣམ་ཤེས་རྣམ་ཤེས་ཟེར་བ་གཅིག་ཡོད་ཨ་ད་ང་གཟུགས་ནང་ཆོས་ཀྱི་ནང་ཁྱད་པར་དུ་གསང་སྔགས་ཀྱི་ནང་ལ་ཨ་ནི་དེ་ལ་འགྲེལ་བྱེད་ཀྱི་ཡི་ག་འདུག་དེ་ལ་བདེ་གཤེགས་སྙིང་པོ་ཟེར་བ་དེ་འདྲ་གི་མིང་གཅིག་དག་གི་ཡོད་ཨ་བདེ་གཤེགས་ཟེར་ན་སངས་རྒྱས་ཟེར་གི་ཡོད་ཨ་སྙིང་པོ་ཟེར་ན་ད་ས་བོན་འདྲ་བོ་ང་གཟུགས་འགྲོ་བ་མི་དང་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་སེམས་ཅན་ཆ་ཚང་ལ་ནི་སངས་རྒྱས་ཀྱི་ས་བོན་ཅིག་སངས་རྒྱས་ཐུབ་པ་གི་ས་བོན་ཅིག་ཡོད་ཟེར་གྱི་ཡོད་རེད་ང་ཟོ་གི་ཅིག་ས་ཆ་ཅིག་ས་ཅིག་གི་ནང་ལ་ནི་ཡི་འདྲ་བོ་འབྲི་ཡི་འདྲ་བོ་དེ་འདྲ་ཅིག་གི་ས་བོན་འདུག་ཨ། ཅིག་ཚིག་གསར་བ་མི་ལ་སྐྲག་ནས་ཚིག་རྒྱུ་མ་ཡིན་པ་ཡང་ལྕགས་བྱ་རྒྱུ་མ་ཡིན་པ་རེད་བ་ཡ། དེ་འདྲ་ས་བོན་སྤུས་དག་པོ་ཅིག་ཨ་ནི་ས་གི་གཡོག་ལ་བྱིས་བ་ཡིན་ན་ད་ཉི་མ་ཅིག་ཅིག་ཆོས་འདྲ་ཨ་ནི་དུ་བ་སླེབས། ཡང་ནི་ཅིག། དྲོད་འདྲ་ཡོང། དེ་འདྲ་བྱེད་པ་ཡིན་ན་ཁུ་ཡ་སྐྱིད་ཆོག་གི་ཁུ། ཅིག་དཀར་ཟེར་གི་ཁུ་ཅིག་བསྡུ་བ་དེ་སྐྱིད་ཆོག་གི་ནུས་པ་ཅིག་བསྡུ་བ། འོ་དེ་ལ་ད་ང་སྙིང་པོ་ཟེར་གི་ཡོད་བདེ་ཆགས་ཉིད་ང་སོ་གི་སོ་སོ་གི་སེམས་ཟེར་བ་དེ་སེམས་ཁོ་རང། ད་ལྟ་གི་ད་ནི་གི་ས་བོན་འདི་གི་ས་བོན་ཆགས་མེད་རྒྱུ་མེད་གི་ཚིག་མེད་རྒྱུ་རུས་མེད་རྒྱུ། འོ་དེ་ནང་བཞིན། ཉི་མ་གཅིག་གོ་སྐབས་བྱུང་བ་ཡིན་ན་སངས་རྒྱས་སངས་རྒྱས་ཆོག་ཆོག་ཅེས་བསྡད་ཡོད་བ་རེད། ཁོ་རང་དཔེར་ན་སེམས་ཀྱི་རང་བཞིན་ངོ་མ་དེ་དྲི་མ་མེད་པ། ཨ་ལི་ཅིག་གི་ཡོན་ཏན་འདྲ་མ་སོང་ན་ཆ་ཚང་གྲ་སྒྲིག་ཅིག་བསྡད་ཡོད་བ་དེ་ལ་ཡང་ང་ཚོ་གི་རྫོགས་པ་ཆེན་པོ་རྫོགས་པ་རྫོགས་པ་དེའི་སྟེང་ལ་སེམས་ཀྱི་ཡོན་ཏན་ཆ་ཚང་ཨ་ནི་ཧ་ལས་བ་ཡག་པོ་ཅིག་ཚང་བསྡད་ཡོད་བ་དེ་ལ་ཡང་རྫོགས་པ་ཆེན་པོ་ལབ་ན་ཡང་འགྲིག་གི་ཡོད་བ་རེད་ཨང་ཡ་ད་དེ་འདྲ་ལ་ཅིག་གཞི་རྫོགས་པ་ཆེན་པོ་ད་ལམ་རྫོགས་པ་ཆེན་པོ་ཟེར་བ་ད་ལམ་ཉམས་སུ་བླངས་ནས་རེད་བ་ཡ་ལམ་ཉམས་སུ་བླངས་བ་དེ་ལ་ཡང་ཧ་ལས་བའི་དཔེ་དག་པོ་དཔེར་ན་ང་ཚོ་མ་ནི་ཚར་བརྒྱ་ཨ་ནི་འབའ་ཟེར་དགུ་རུ་པས་ན་ཚར་བརྒྱ་འདོན་པའི་ཁབ་གདུགས་དེ་ལའང་མགོ་འཛུགས་ནས་མཇུག་མ་རྫོགས་བར་དུ་སོ་སོ་གི་སེམས་གཏོད་པའི་བླ་མ་དཀོན་མཆོག་ལ་བདག་པ་དང་སེམས་ཅན་ལ་སྙིང་རྗེ་དང་རེ་བ་ཡང་ལྷ་དང་བླ་མ་ལ་དག་སྣང་ཡོད་བ་གཅིག་གི་སྒང་ལ་དེ་སོང་ཤག་ཨ་ཡིན་ན་དེ་ལམ་རྫོགས་པ་ཆེན་པོ་འདྲ་བོ་རེད་སྙམ་ཉམས་ལེན་དེ་ཡོངས་སུ་རྫོགས་པ་ཅིག་ཡག་པོ་ཞེ་བོ་ཅིག་ཆགས་སོང་ང་མགོ་ནས་མཇུག་བར་དུ་ད་དེ་འདྲ་ཅིག་བྱས་པ་ཡིན་ན་འབྲས་བུ་དེ་ཡང་རྫོགས་པ་ཆེན་པོ་སྲིད་འབྲས་བུ་ཡག་པོ་ཅིག་བརྒྱ་ཆ་བརྒྱ་འབྱུང་གི་རེད་བ་དེ་ཨོ་དེ་རེད་ད། ཨོ་ད་དེ་འདྲ་ཅིག་ནས་འབྲས་ཤིང་སྟབས་བདེ་བོ་ཧ་ལི་བོ་སྟབས་བདེ་བོ་རྒྱག་པ་ཡིན་ན་རྫོགས་པ་ཆེན་པོ་དེ་ལ་གཞི་རྫོགས་པ་ཆེན་པོ་ལམ་རྫོགས་པ་ཆེན་པོ་འབྲས་བུ་རྫོགས་པ་ཆེན་པོ་ཟེར་བ་དེ་འདྲ་ཅིག་ཡོད་བ་རེད་ད། ཨོ། ད་གལ་སྲིད་ལམ་དང་གཞི་དང་ལམ་དང་འབྲས་བུ་ད་གར་སང་དེ་རང་གི་བཤད་སྟངས་བྱས་ན་ཅིག་ཐོག་མ་དང་རེ་བ་དང་པོ་དང་བར་དང་མཇུག་ཟེར་བ་ཆ་ཚང་ཡག་པོ་ཅིག་བྱུང་བ་དེ་ལ

ཅིག་ལྗིད་ཁོག་ཚ་བོ་འདྲ་བོ་དང་ཅིག་དེ་འདྲ་གི་ཅིག་རྒྱ་ཆེན་པོ་འདྲ་བོ་ད་དེ་འདྲ་གཅིག་པུ་མིང་ཡང་མ་རེད་ཅིག་ཧ་ལས་པའི་ཅིག་གཡག་བཤེས་ཅིག་ཅིག་གཡག་བཤེས་དེ་ལ་ད་ཆེན་པོ་ཟེར་བའི་མིང་ཅིག་ཡང་ཡོད་ཨ་ད། ཧོ་ད་དེ་ལ་དེ་དེ་གསུང་གི་ཡོད་ཉམས་ལེན། ཨ། ཉམས་ལེན་ཅིག་གི་ཐོག་མཐའ་བར་གསུམ་ཆ་ཚང་ད་ཧང་གསང་བ་ཡག་པོ་ཅིག་བྱུང་གི་ཡོད་ན། རྫོགས་པ་ཆེན་པོ་ལམ་སྣ་འགྲུལ་གི་རེད་ཨ་ལོང་ཆེན་པོ་ལམ་སྣ་འགྲུལ་གི་རེད་ད་བླ་མ་དེ་ཚོ་གི་ཅིག་འགྲེལ་བཤད་གཏིང་ཟབ་པོ་སློབ་མ་དེ་ཚོ་ཧ་ལས་པ་སློབ་སྦྱོང་ཡོང་མཁན་འདྲ་བོ་དང་དེ་འདྲ་ཡིན་ན་ཅིག་ཀློང་ཆེན་ཟེར་བ་དེ་ལ་ལྟ་ཅིག་ཀློང་མ་འདྲ་བ་དགོས་དེ་ལ་ཀློང་ཆེན་རེད་བ་དེ་འདྲ་འགྲེལ་བཤད་རྒྱབ་ཏུ་ང་ཚོ་དེ་གོ་གི་ཡོད་མ་རེད་ཀློང་ཆེན། སྙིང་གི་ཐིག་ལེ་ཟེར་བ་ད་དེ་ཡང་ཕལ་ཆེར་དེ་འདྲ་ཅིག་རེད་སྙིང་ཟེར་ན་ང་ཚོ་མི་རེད་བ་ད་སྙིང་གི་ནང་དེ་ལ་ག་རེ་ཡོད་བ་ཁྲག་ཟེར་བ་ང་ཚོ་སྙིང་ཁྲག་ལབ་གི་འདུག་བ་ད་ཅིག་སྙིང་གི་ཇུལ་ཡོད་ན་མེད་ལ་དེ་སྙིང་གི་ཁྲག་རེད་བ་སྙིང་ནང་ལ་ཁྲག་དེ་འདྲ་སྤུས་དཔེ་ཡག་སྤུས་ཀ་ཡག་པོ་ཅིག་ཡོད་ན་གཟུགས་པོ་ཡག་པོ་སྐྱོང་གི་ཡོད་བ་དཀར་ཟེར་ན་ང་ཚོ་གི་གཟུགས་པོ་གི་ཁྲག་ཆར་སང་སྙམ་གི་ཡ་ནི་དཀར་ཟེར་བཟོ་གི་ཡོད་རེད་བ་ད་ཨོ་ཡ། ད་ང་ཚོ་གི་ཅིག་ཉམས་ལེན་ཨ་ནི་གསུང་ཆོས་གི་ད་སྙིང་པོ་རྡོག་རྡོག་དེ་ལ་སྙིང་ཏིག་ཟེར་ནས་མཚམས་མཚམས་ལ་ཐ་ཀི་གི་ཐུགས་ཀ་ཐིག་གྲག་གི་རེད་མཚམས་མཚམས་ལ་ཐ་ཀི་གི་ཐིག་ཀ་ཟེར་ཏིག་ཟེར་ནས་སྙིང་ཏིག་སྙིང་ཐིག་ཟེར་བ་གཉིས་ཆ་གྲག་གི་ཡོད་བ་ད་གང་ལྟར་ཀྱང་དེའི་ཚུལ་ད་ཨིན་ཇིའི་ནང་ལ་ཡིན་ན་ཚིག nectar essence ལ་བཀོད་འདུག་བ essence ད་སྙིང་པོ་དངོས་གནས་དེ་རེད་བ་ང་ཚོ་སྒོ་ང་ནང་དུ་ཟས་རིགས་ཟེར་བ་ཅིག་འདུག་བ་ཨོ་ད་དེ་ལ་ད་སྙིང་ཏིག་ཟེར་ནས་ད་སྙིང་མ་གི་ཆུ་དེ་ལ་ནི་སྙིང་ཏིག་འདྲ་མི་འདྲ་ཡོད་བ་ཅིག་མཁའ་འགྲོའི་སྙིང་ཏིག་བི་མ་སྙིང་ཏིག་ཨོ་ཀློང་ཆེན་སྙིང་ཏིག་ད་མང་པོ་ཡོད་བ་རེད་ཨོ་གང་ལྟར་ཀྱང་ད་འདི་ཚོ་ཨ་ནི་ཅིག་གུ་རུ་རིན་པོ་ཆེ་དང་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་དང་ཨ་ད་པ་འཆི་འབི་མ་ལ་མི་ཏི་ར་ཁོང་རྣམ་པ་ནི་མ་རྒྱུད་ཡོང་བ་གི་ད་བཅུད་ཡོངས་སུ་རྫོགས་པ་དེ་ལ་ད་སྙིང་ཐིག་སྙིང་ཐིག་ཟེར་ནས་ཨ་ད་སྙིང་མ་པ་ཅིག་ཡིན་ན་སྙིང་ཐིག་གི་དབང་དེ་འདྲ་སྙིང་ཐིག་ཡ་ཤིའི་དབང་ཟེར་བ་དེ་འདྲ་ཨ་ནི་གསུངས་ཀྱི་ཡོད་ཨ་ད་དེ་ཁ་སང་ད་དེ་ད་ལྟ་འདི་ལ་གོ་གི་མི་འདུག་ཨོ་ད་དེ་འདྲ་གི་ཨ་ནི། རྫོགས་པ་ཆེན་པོ་ཡང་ཡིན་པ་ཨ་ལོང་ཆེན་པོ་ཡང་ཡིན་པ་སྙིང་ཐིག་ཡང་ཡིན་པ། ཨོ་ད་དེ་འདྲ་གི་ཅིག་སོང་རྩ་ཆེན་པོ་ད་དེ་ཚོ་ཆ་ཚང་ཉམས་སུ་ལེན་པ་དེ་ལ། ཨོ་ད། ཐ་གིར་དུ་ང་ཚོ་ཅིག་མི་དཀྱུས་མ་ཅིག་ཨ་ནི་ཐ་གིར་དུ་ཉམས་ལེན་ཨ་ནི་ཅིག། རྫོགས་པ་ཆེན་པོ་དང་ཨ་ལོང་ཆེན་སྙིང་ཐིག་ཟེར་བ་དེ་ཚོ་ཐ་གིར་དུ་ཉམས་ལེན་བྱ་ཐུབ་པ་ཅིག་མ་རེད་དེ་སྔོན་འགྲོ་ཟེར་བ་རེད་བ། སྔོན་དུ་འགྲོ་དགོས་བ་གཅིག་ཡོད་བར་ད་སྔོན་དུ་ག་རེ་འགྲོ་དགོས་གི་ཡོད་བར་ཟེར་ན་ད་སྔོན་འགྲོ་འབུམ་བཞི་འབུམ་ལྔ་འབུམ་དྲུག་ཟེར་བ་འདུག་བ། ཚོགས་བསགས་སྒྲིབ་སྦྱངས་ཟེར་བའོ་དེ་དགོས་གི་ཡོད་བ་རེད། ད་ད་ལྟ་གི་ཀུན་བཟང་བླ་མའི་ཞལ་ལུང་འདིའི་ནང་ན་ད་དེ་གསུང་གི་ཡོད་བ་རེད་ད་ད་སྔོན་འགྲོ་དེ་འདྲ་ད། སྐྱབས་འགྲོ་ག་འདྲ་བྱ་དགོས་གི་ཡོད་བ་སེམས་བསྐྱེད་ག་འདྲ་བྱ་དགོས་གི་ཡོད་རེད་བ་ཡ། ཨོ་ད་སྨན་དྲིལ་བསགས་དང་ཡིག་བརྒྱ་བསགས་དང་བླ་མའི་རྣལ་འབྱོར་བསགས་དང་ཨོ་དེ་ནས་ད། ཨོ་དེ་ནས་གཅིག་པུའི་སྐར་ཟེར་བ་ལོ་ཏོག་རྣམ་ཤེས་ཟེར་བ་ར་བའི་དལ་འབྱོར་རྙེད་དཀའ་ཟེར་བ་འཆི་བ་མི་རྟག་ཟེར་བ་བློས་རྒྱུ་འབྲས་ཟེར་བ་འཁོར་བའི་ཉེས་དམིགས་ཟེར་བ་ཨོ་ད་དེ་འདྲ་གཅིག། ཐུན་མོང་སྐར་ཟེར་ཐུན་མོང་ཐུན་མིན་ཆུ་ཡི་སྔོན་འགྲོ་ཟེར་ནི་ར་བ་ཐུན་མོང་ཐུན་མོང་པ་ཐུན་མོང་པ་ཟེར་ན་མཁྱེན་གི་འདུག་ཨ། Common ར་བ་ཨིན་ཇིའི་ནང་ལ་ནི Common ལབ་གི་ཡོད་བ་དེ་ཐུན་མོང་ཨ་ནི་ཆུའི་སྔོན་འགྲོ་ཟེར་བ་ཨ། ད་ཐུན་མོང་ཕྱི་ཡི་ངོ་སྤྲོད་དེ་ལ་ད་ཅི་གར་ཟེར་བར་ད་ལོ་ཏོག་རྣམ་ཤེས་ཟེར་བ། དེ་དེ་ཡོད་བར་ད་ཐུན་མོང་མ་ཡིན་པའི་ནང་གི་ངོ་སྤྲོད་ཟེར་བ་དེའི་ནང་ལས་ད་ད་ལྟ་ཤི་བ་ན་ཟུག་ཅིག་ངོ་སྤྲོད་འབུམ་ལྔ་འདུ་བ་ཅིག་སྐྱབས་འགྲོ་སེམས་བསྐྱེད་ལ་ད་ད་ད་གི་ད་ད་ཅིག་ཡིག་བརྒྱ་དང་སྨན་སྤྲུལ་ཕུ་ཡ་དང་བླ་མའི་རྣལ་འབྱོར་བསྒོམ་ཡ་ད་དེ་འདྲ་འདུ་བ། ད་ད་ཅི་གར་ཟ་ཀུ་ས་ལའི་ཚོགས་ཟེར་བ་འདྲ་བོ་ད་འཕོ་བ་རྒྱལ་བ་དང་ད་དེ་འདྲ་ཉམས་ལེན་གྱི་རིམ་པ་དེ་ཡོད་བར་ང་སྔོན་འགྲོའི་ཁྲིད་ཡིག་ཀུན་བཟང་བླ་མ་ཟེར་ནས་ད་ཇི་ལྟ་ང་ཀུན་ཟེར་ན་ང་ཚོ་བོད་ཡིག་བོད་པའི་ཚིག་གི་ནང་ལ་ཆ་ཚང་ལབ་གི་ཡོད་རེད་བ་ཡོངས་སུ་རྫོགས་པ་ཆ་ཚང་བཟང་པོ་ཟེར་ན་ད་ཧ་ལས་བ་ཡག་པོ་ཡོད་བ་དེར་ཡག་པོ་ཡོད་བ་དེར་བ་ད་ཀུན་བཟང་ཀུན་བཟང་ཟེར་ནས་ད་ང་ཚོ་གི་པའི་ནང་པ་ཇིག་ཡིན་ན་སོ་སོ་གི་བླ་མ་དེ་ད་སྐུ་གསུང་ཐུགས་ཀི་མཛད་པ་ཡོངས་སུ་རྫོགས་པ་ཡག་པོ་ལ་ལྟ་དགོས་བ་ཅིག་ཡོད་རེད་ད་ཀུན་བཟང་ཟེར་བ་དང་རེད་བ་དེ་ཇི་ལྟར་ང་ཚོ་ལ་ཆོས་འབྲེལ་བ་ཕྱི་གི་དམ་པའི་ཆོས་ཀྱི་འབྲེལ་བ་གནང་མཁན་གི་བླ་མ་དེ་ཚོ་ལ་དག་སྣང་བྱས་ནས་ཨ། ད་བླ་མས་ག་རེ་གསུངས་ན། བླ་མས་ག་རེ་གནང་ན། ད་དེ་པས་ང་ཟུག་ང་ཟུག་ངེད་གཉིས་ཕལ་ཅིག་ཡག་པོ་འདྲ་ཞིག་བལྟ་དགོས་གི་ད་བླ་མ། ཇི་ལྟ་ང་དེ་རང་ད་བླ་མ་དེས་ང་རང་གི་སེམས་ལ་དགའ་ཅིག་ད་མ་སོང་མ་སོང་དེ་ད་དེ་བླ་མ་ལ་དགོས་པ་རྒྱུ་མཚན་ཅིག་ཡོད་ཀྱི་རེད་ཟེར་བ་འདྲ་རེད་བ་ཡ། བླ་མ་གི་ང་རང་གི་ཅིག་གནང་འགྲོ་བ་ཅིག་གནང་ད་མ་སོང་ད་ད་དེ་རྒྱ་ཇེ་རྒྱ་བླ་མ་དགོས་པ་རྒྱུ་མཚན་ཅིག་ཏན་ཏན་ཡོད་ཀྱི་རེད་ཟེར་བ་འདྲ་རེད་དེ་ང་ཟུག་དེ་དག་གནང་དག་གནང་ལབ་གི་ཡོད་ད། ད་བླ་མ་བསྟེན་པའི་ཁ་དོག་དེ་ལ་ནུབ་ཕྱོགས་སྤྱི་ཚོགས་ཀྱི་ཁ་སང་དེར་དམངས་གཙོ་ཟེར་བ་ཅིག་འགྲོ་བ་མིའི་ཐོབ་ཐང་ཟེར་བ་ཅིག་ཕོ་མོ་འདྲ་མཉམ་ཟེར་བ་ང་ཚོ་ཅིག་བྱེའུ་ཅིག་རྗེས་དྲག་གི་འདུག་ཨ། ནུབ་ཕྱོགས་སྤྱི་ཚོགས་ཅིག་འགྲེལ་བཤད་རྒྱབ་སྟངས་ཅིག་ཡོད་རེད་བ། ཨ་ད་དེ་ཆ་ཚང་ཁུར་ཡོང་བ་ཡིན་ན་ཨ་ནི་ད་བླ་མ་བསྟེན་སྟངས་ལ་ཉེན་ཁ་ཨ་ནི་ཅུང་སྲིད་གི་ཡོད་རེད། ག་རེ་ཟེར་ན་ང་ཚོ་དམ་པའི་ཆོས་ཟེར་བ་ནི་དམ་པའི་ཆོས་ཀྱི་འགྲོ་ལུགས་གཅིག་ཡོད་བ་རེད། ཡང་གཅིག་སྲིད་དོན་གྱི་འགྲོ་སྟངས་ནི་གཅིག་དེ་ལ་སྲིད་དོན་གྱི་འགྲོ་སྟངས་གཅིག་ཡོད་བ་རེད། དེ་གཉིས་ཀ་མ་ཉག་དང་ཉུང་མ་དཀྲུགས་ཟེར་ནི་རེད་བ་དེའི་དུས་ཉག་ཕ་དཀྲུགས་དཀྲུགས་སྟངས་ཡིན་ན། ད་ཆོས་དེ་ཆོས་མ་ཡིན་པ་ཆགས། སྲིད་དེ་སྲིད་མ་ཡིན་པ་ཆགས་ཨོ་ད་ར་མ་ར་མ་གི་མགོ་དེ་ལུག་ལ་བསྒྱུར། ཨོ་དེ་འདྲ་གཅིག་ཡོང་བ་དེ་ཉེན་ཁ་ཚ་བོ་ཡོད་བ་རེད་དེ་ཇི་ཙམ་ཁོ་ཁ་ཁ་ཁ་ཁ་བྱས་ནས་ཉམས་སད་ལེན་ཐུབ་པ་ཡིན་ན་ཡག་པོ་ཡོད་བ་རེད། ཨོ་ཡ་དེ་ཐུགས་ལ་འཇགས་དགོས་བ་རེད་ད་ཀུན་བཟང་བླ་མ་ཀུན་བཟང་བླ་མ་ཟེར་བ་ད་བ་དྲུག་རིན་པོ་ཆེ་ལ་བླ་མ་མང་པོ་ཡོད་བ་རེད་ད་དེའི་ནང་ནས་ད་ལྟ་ཁོང་གི་རྣམ་ཐར་ནང་ན་འདུག་བ་ལོ་རྒྱུས་ནང་ལ་འདུག་བ། མཛད་རྣམ་ནང་ལ་འདུག་བ། ཨང་ད་ད་གི་དུས་སྐར་ས། འཇིགས་མེད་རྒྱལ་བའི་མྱུ་གུ་ཟེར་བ། རྫ་ཕྲ་མ་ལ་མ་ཟེར་བ་ལྟར་དེ་འདྲ་ཅིག་མཚན་མ་འདྲ་བ་ཡོད། འོ་ད་གང་ལྟར་ཀྱང་འཇུ་མི་རྒྱལ་བའི་མྱུ་གུ་གི་མདུན་ལ་ལོངས་སྤྱོད་ཉང་ཐུག་གི་ཁྲིལ་དེ་ཁོང་གི་ཚར་ཉི་ཤུ་རྩ་ལྔ་ཞིག་འདུག་བ་ད་འདི་ག་དུས་ལ་གོ་བཟང་ལ་མ་གོ་བཟང་ལ་མ་ཟེར་ན་ད་ཁོང་ལ་གོ་ན་འགྲིག་གི་ཡོད་བ་རེད། ཕ་ཆེར་ཁོང་ཡིན་རྒྱུ་རེད་ཕ་ཆེར་ད་ཁོང་རེད་རེད་བ། དེ་ནས་ཡང་དཔེར་ན་དེའི་ལོངས་སྤྱོད་ཉང་ཐུག་གི་སྔོན་འགྲོ་གི་དཔེར་ན་ད་རྩ་ཚིག་འདྲ་བོ་ཅིག་དེ་འདྲ་ཡོད་བ་རེད། རྣམ་མཁྱེན་ལམ་བཟང་ཟེར་བ་དེ་འདྲ་ཅིག་ཡོད་བ་རེད་ད་དེ་མཛད་པ་པོ་དེ་རྡོ་གྲུབ་སྐུ་འཕྲང་དང་པོ་འཇིགས་མེད་ཕྲིན་ལས་འོད་ཟེར་བྲི་དེའི་མཚན་གྱི་ནང་ལ་ཡང་འཇིགས་མེད་ཀུན་བཟང་ཀུན་བཟང་ཟེར་བ་ཡོད་བ་རེད་འོང་ཡ། གང་ལྟར་ཀྱང་ད་ཀུན་བཟང་བླ་མ་ཟེར་ན་ད་ད་ལྟ་འཇིགས་མེད་ཀྱི་ད་ད་དཔལ་སྤྲུལ་རིན་པོ་ཆེ་ལ་བཀའ་དྲིན་ཆེ་བའི་ད་བླ་མ་དང་བླ་མའི་བླ་མ་བླ་མའི་བླ་མ་རེད་བ་ཡ། ཨོ་དེ་ནས་ད་རིག་འཛིན་འཇིགས་མེད་གླིང་པ་བར་དུ་དེ་ནས་ཡ་ཨ་ནི་གླིང་ཆེན་རབ་འབྱམས་དེ་ནས་ཡ་གུ་རུ་རིན་པོ་ཆེ་དེ་ནས་ཡ་ད་སངས་རྒྱས་བཅོམ་ལྡན་འདས་བར་དུ། འོ་ད་བླ་མ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་འཕྲིན་ལས་མཛད་པ་ཐམས་ཅད་བཟང་པོ་ཤ་སྟག་ཡིན་པའི་ཆ་ནས་ཀུན་བཟང་ནི་བླ་མ་ཞུས་ན་འགྲིག་གི་ཡོད་རེད། ཞལ་ལུང་ཟེར་ན་ད་བླ་མ་དེས་མ་གསུངས་ཤག་རྒྱུགས་ད་གསུང་ཆོས་ཀྱི་རྒྱུད་པ་བླ་མ་གི་ད་ནི་ག་རེ་ང་བཟོ་ལ་ཕ་ལམ་བསྟན་བསྟན་ང་ཅིག་ཡོད་རེད་བ་དེ་ལ་བླ་མའི་ཞལ་ལུང་གསུང་གི་རེད་ད། བླ་མ་གི་ང་བཟོ་ལ་ད། དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བཤགས་རྒྱུད་ཀྱི་བཀའ་འགྱུར་ཟེར་བ་དེ་ཆ་ཚང་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ལུང་རེད། ད་རྒྱ་གར་གྱི་བན་དྲུ་དག་དང་གྲུབ་ཐོབ་མཁས་པ་མང་པོ་གྱི་གསུང་བཤགས་རྒྱུད་བསྟན་འགྱུར་དུ་བ་བསྟན་འགྱུར་དེ་ཆ་ཚང་རྒྱ་གར་གྱི་བན་དྲུ་དག་དང་གྲུབ་ཐོབ་དེ་ཚོ་གི་ཡང་ཞལ་ལུང་རེད། ད་ཉག་མ་ཡིན་ན་དགའ་ནག་ཅིང་གུ་རུ་རིན་པོ་ཆེ་གྱི་གསུང་ཆེ་ཆ་ཚང་གུ་རུ་རིན་པོ་ཆེ་གྱི་ཞལ་ལུང་ཟེར་གྱི་ཡོད། ཀློང་ཆེན་པ་ཡིན་ན་ཀློང་ཆེན་པའི་ཞལ་ཀློང་རེད་འཇིགས་མི་ལངས་པ་ཡིན་ན་འཇིགས་མི་ལངས་པའི་ཞལ་ཀློང་ཟེར་གི་རེད། དགེ་ལུགས་པ་ཡིན་ན་རྗེ་ཙོང་ཁ་པ་གི་ད་གསུང་འབུམ་ད་ལྟ་བཏུམ་པ་མང་པོ་ཡོད་རེད་བ་བཅོ་བརྒྱད་ཡོད་བ་མཚམས་མཚམས་བཅོ་དགུ་ཡོད་བ་དེ་ནི་རྗེ་ཙོང་ཁ་པའི་ཞལ་ཀློང་རེད། རྙིང་མ་ཡིན་ན་ཀློང་ཆེན་རབ་འབྱམས་པའི་གསུང་འབུམ་ད་བཏུམ་པ་ཉི་ཤུ་རྩ་དྲུག་རྩ་ལྔ་དེ་འདྲ་ཡོད་བ་རེད་དེ་ལ་ཀློང་ཆེན་རབ་འབྱམས་པའི་ཞལ་ཀློང་རེད། འཇིགས་མི་ལངས་པ་ཡིན་ན་འཇིགས་མི་ལངས་པའི་གསུང་དེ་འདྲ་བཏུམ་པ་དགུ་དེ་འདྲ་ཡོད་བ་དེ་འཇིགས་མི་ལངས་པའི་ཞལ་ཀློང་རེད་འོ་ད་དེ་གོ་གི་འདུག་བ། ཁོང་སང་ལ་མི་ཤེས་ཞལ་ཀློང་ཅེས་བྱ་བ་བཞུགས་སོ། དེ་ནས་ད་སོ་སོ་ག་བླ་མ་དེ་ལ་མཆོད་པར་བརྗོད་པ་ཆགས་ཚར་རེད་རྗེ་བཙུན་བླ་མ་དམིགས་པ་མེད་པའི་ཐུགས་རྗེའི་ཟེར་ནས་ད་རྗེ་བཙུན་བླ་མ་ཟེར་ན་ད་ཧ་གོ་གི་འདུག་ག་བླ་མ་རྩ་ཆེན་པོ་དེ་ལ་རྗེ་བཙུན་བླ་མ་ཟེར་ནས་ད་དམིགས་པ་མེད་པ་དམིགས་པ་མེད་པའི་ཐུགས་རྗེའི་ཟེར་ན་ད་དཔེ་མཐའ་མེད་པ་ཚད་མེད་པ་ཨོ་ད་དེ་ལ་དམིགས་པ་མེད་པའི་ཐུགས་རྗེའི་ལབ་ཤག་ན་འགྲོ་གི་ཡོད་རེད་བ་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས་ལ་ཕྱག་འཚལ་ལོ། དེ་ནས་རྒྱལ་བའི་དགོངས་པ། རིག་འཛིན་བརྡ་ཡི་རྒྱུད་ཟེར་ནས། རྒྱལ་བ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རེ་བ་རྒྱལ་བའི་དགོངས་པ་ཟེར་ན་ད་མཁྱེན་གི་འདུག་བ་སངས་རྒྱས་བཅོམ་ལྡན་འདས་ཀྱི་ད་དགོངས་གཞི་ང་ཚོ་གི་ད་ཁ་སང་དེ་རང་གི་བླ་མ་དེ་དགོངས་པ་ག་རེད་དེ་དགོངས་གཞི་ག་རེད་ཟེར་བ་ཅིག་འདུག་བ་ཨོ་ད་དེ་རེད་བླ་མ་དེ་ཡ་ནི། ང་ཚོ་ལ་ཕ་ཕྱིས་སོང་བཞག་རྒྱོ་ཨོ་བླ་མ་དེ་འཛག་པ་ཕྲིན་ལས་དེ་ཚོ་ལ་བླ་མ་དེ་དགོངས་པ་རྒྱལ་བའི་དགོངས་པ་ཟེར། ད་མ་རྒྱལ་པོའི་དགོངས་པ་དེ་མ་སློབ་མ་རྣམས་ལ་བརྒྱུད་དགོས་ཀྱི་རེད་བ་བླ་མ་བརྒྱུད་པ་ནི་མ་ཡོང་རྒྱུ་ཅིག་ཡོད་བ་རེད་བ། ད་དེའི་ནང་གི་བླ་མ་དེ་ཚོ་རིག་པ་འཛིན་པ་ཟེར་ནས་ད་གསང་སྔགས་ཀྱི་གྲུབ་ཐོབ་གྲུབ་པ་ཐོབ་ཚར་རྒྱུ་གི་བླ་མ་དེ་ཚོ་ལ་རིག་འཛིན་བླ་མ་ལབ་ཀྱི་ཡོད་བ་རེད་ད། ད་རིག་འཛིན་གྱི་བླ་མ་དེ་ཚོ་གི་ད་བཅུ་ནས་བཅུ་བའི་མ་བརྒྱུད་ཡིན་བ་དེ། ཨོ་ཡ། མཚམས་མཚམས་ལ་ཆུའི་སྲུང་ནི་ཡང་ནི་མ་རྒྱུད་ལ་ཡོང་བ་ཅིག་ཡོད། མཚམས་མཚམས་ལ་ཆུའི་མི་སྲུང་ནི་ཅིག་བདག་འགྲོ་བའི་རྟ་ནི་ཁ་སང་དེ་རང་འདུལ་བ་ཅིག་ཨིན་ཅི་ནང་ལ་སྦ་བྲིས་ལ་མགུལ་གྱིས་སེར་བ་འདི་དེ་འདྲ་འདུལ་བ། འོ་ད་དེ་འདྲ་གང་ནས་སྲུང་དང་ཅིག་མཚམས་མཚམས་ལ། ཅིག་སྦ་བྲིས་ལ་མགུལ་གྱིས་མེ་བ་ཅིག་ཨ་ནི་ཅིག། སྤྱིར་བཏང་གི་ཐུགས་ནི་ཐུགས་ནི་མ་རྒྱུད་ཡོང་བ་ཅིག་ཡོད། འོ་ད་རྒྱལ་བའི་དགོངས་པ་རིག་འཛིན་བརྡ་ཡི་རྒྱུད། གང་ཟག་མེད་ཟེར་ན་ད་འགྲོ་བ་མེད་རེད་བ་གང་ཟག་མེད་ལས་ཟེར་ན་གང་ཟག་མེད་དེ་ཟུག་དེ་ཟུག་ནང་ནས་ཨིས། སྐལ་བ་རབ་གྱུར་པས་ད་ཧ་ལས་པའི་སྐལ་བ་ཡག་པོ་ཅན་སྐལ་བ་བཟང་པོ་ཅན་རེད་བ་ཡ་ཨིན་ཇིའི་ནང་ལ་ཡོད་ནི good fortune རེད་བ fortunate ཨོ་ད་དེ་འདྲ། དམ་པའི་རྗེས་ཟིན་ཨ་ད་སྐྱེས་བུ་དམ་པ་རྣམས་ཀྱི་རྗེས་སུ་བཟུང་ནས་ཨོ་ད་དེ་ལ་དམ་པའི་རྗེས་ཟིན། དོན་གཉིས་ཟེར་ན་རང་གི་དོན་གཞན་གྱི་དོན་ཨོ་ད་དེ་འདྲ་ཡོད་བ། རང་དོན་ཆོས་སྐུ་གཞན་དོན་གཟུགས་སྐུ་ཟེར་ནས་ད་སངས་རྒྱས་ཚར་སོང་ན་དོན་གཉིས་དེ་མཐར་ཕྱིན་པ་རེད་དོན་གཉིས་མཐར་ཕྱིན་པ། བརྒྱུད་གསུམ་བླ་མ་རྣམས་ལ་ཕྱག་འཚལ་ལོ། ད་ཉག་མ་གི་དེ་ལ་ཅིག་བླ་མ་བརྒྱུད་པ་ཚུལ་ཡིས་ཁ་ཐུག་དེ་ལ་བརྒྱུད་པ་གསུམ་ཟེར་བ་དེ་འདྲ་ཅིག་རྩོད་གི་ཡོད་རེད་ཨོ་ད་གང་ཟག་དཀར་ས་ཨམ། རིག་འཛིན་དཀར་ས་ཨམ། སྒར་ས་གང་ཟག་སྙན་བརྒྱུད་རིག་འཛིན་བརྡ་བརྒྱུད་བརྒྱུད་པ་གསུམ། སྒར་ས་ད་སྔ་དེ་ས་བོན་ས་བོན་ད་ལྟ་དེ་ལས་དྲངས་གི་མི་འདུག་བརྒྱུད་གསུམ།

རིག་འཛིན་བདག་བསྐྱེད་ཟིན་ན་ནི་ད་ལྟ་གི་ངས་ཞུས་བ་དེར་བདག་དང་རུ་བ་ཡང་འོ་ད་འདི་གཟུགས་ལ་བརྟེན་ནས་ཐད་ཀར་དུ་ཆོས་མ་གསུང་བ་ཡིན་ནའང་ད་ལྟ་གི་ངས་ཞུས་བ་ནི་བདག་བསྒྲིགས་ལ་འགོད་ཀྱི་འདྲའོ། ད་དེ་འདྲ་གི་གནད་ཀྱི་རྒྱུ་དེ་འདྲ་བྱས་ནས་གང་ཟག་དེ་ལ་ངོ་སྤྲད་ཡོང་བ་ཅིག་ཡོད་བ་རེད་འོ་ཡ། དཔེ་བཞག་ན་ང་གཟུགས་ཀྱི་དཀར་སེར་ཕ་དམ་པ་སངས་རྒྱས་ཟེར་བ་སྔོན་མ་ད་ལྟ་དིང་རི་ལ་བཞུགས་ཡུལ་ག་དུས་དེ་ལ་དང་པོ་ཕྱིས་སོང་བ་ཅིག་ལ་ཕྱིས་སོང་བ་འདུལ་བ་དང་བདག་འདྲ་བོ་རྐྱང་རྐྱང་དང་གདུགས་འདྲ་བོ་སྟོན་པ་འདྲ་བོ་ཤིང་སྟོན་པ་འདྲ་བོ་ད་དེ་འདྲ་གི་བདག་གི་སྒང་ནས་ཕྱིས་སོང་གི་ཡོད་བ་དེ་འདྲ་ཡོད་ད་གང་ཟག་སྙན་བརྒྱུད་ཟེར་བ་དེ་ད་ད་ཤར་ནས་ཕྱིས་སོང་གི་ཡོད་བ་དེ་རེད་ད་ཨང་ད་ང་ཚོ་ཁ་སང་དེ་རང་གི་ཕྱིས་སོང་དང་ཅིག་འདུལ་བ་འོ་ད་དེ་རེད། ཆོས་སྲིད་ཀློང་དུ་ཆོས་སྐུའི་དགོངས་པ་གཉིས། ཇི་ལྟར་ང་ཆུའི་ཆུ་ཟེར་བ་དེ་ལ་ནམ་རྒྱུན་ང་ཚོ་ཆུ་དེ་ལ་ཡག་ཅིག་དང་ཆུ་མ་ཡིན་པ་ཅིག་གཉིས་བརྩི་གི་ཡོད་པ་རེད་ཆུ་དང་ཆུ་མིན་ཟེར་བ་ཅིག་མཚམས་མཚམས་ལ་ཆུ་ཟེར་བ་དེ་ཡང་འཇིག་རྟེན་ཁམས་ཀྱི་ཅིག་ག་རེ་ཡོད་ན་དེ་ཐམས་ཅད་ལ་ཆུ་ཟེར་བ་ཅིག་ཡོད་ཨ་ད་གང་ལྟར་ཀྱང་ཆུ་སྲི་སློང་ངོ་ཟེར་ན་ད་སྤྱིར་བཏང་གི་ང་ཚོ་གི་ཅིག་ཉོན་མོངས་པའི་སྒྲིབ་པ་ཅིག་ཞི་བཞིའི་སྒྲིབ་པ་ཟེར་བ་རེད་བ་ཡ་ཨོ་ད་དེ་འདྲ་ཅིག་ནམ་རྒྱུན་ང་ཚོ་སྤང་བྱ་ཡིན་སྤང་བྱ་ཡིན་ཟེར་བ་མི་དགེ་བཅུ་ཟེར་བ་འདྲ་མི་འདྲ་ཅིག་འདུག་བ་དེ་དེ་ཡོངས་སུ་རྫོགས་པ་པ་རྫོགས་སོང་ཨ། ཨ། སེམས་ནི་རྫོགས་སོ་ང། ཨོ་ད་དེ་ལ་བས་ན་ཆོས་སུ་ལོངས་སྟོབས་ཆོས་སྐུའི་དགོངས་པ་ཉིད་ཟེར་ནས་ད། སངས་རྒྱས་ཀྱི་གོ་འཕང་དེ་ཐོབ་ནས་ད་ལྟ་གང་ལྟར་གྱི་དོན་གཉིས་ཟེར་བ་རང་དོན་ཆོས་སྐུ་ཟེར་བ་ཅིག་འདུག་བ། ཨོ་ད་དེ་འདྲ་རེད། ཨོ་ཡ་སོ་སོ་གི་སེམས་ནི་དྲི་མ་དེ་ཡོངས་སུ་རྫོགས་པ་དག་ནི་རེ་བ་ཡི། ཅིག་ཉོན་སྒྲུབ་ཟེར་བ་ཤེས་སྒྲིབ་ཟེར་བ་ད་གང་ལྟར་ལུས་ཀྱི་བག་ཆགས་ཟེར་བ་སྡིག་པ་སྒྲིབ་པ་ཆ་ཚང་དག་ནི་སོ་སོ་གི་སེམས་དང་སངས་རྒྱས་ཀྱི་སེམས་དེ་གཅིག་པ་ཆགས་ཅིག་འདུག་བ། དེ་ལ་ད་ཆོས་གོས་བླང་དུ་ཆོས་སྲོལ་བླང་དུ་ཆོས་ཀྱི་དགོངས་པ་ཉིད་ལམ་ན་འགྲིག་གདའ་བ་དང། འོད་ཟེར་ཡོངས་སུ་ལོངས་སྐུའི་ཞགས་ན་གཟུགས་ཟེར་ད་འོད་ཟེར་འོད་ཟེར་ཟེར་བ་དེ་ཇི་ལྟར་འོད་ཟེར་བ་དེ་གོ་གི་འདུག་ཨ། ཇི་ལྟར་ང་ཚོ་གློག་འདྲ་བོ་སྤར་ན་མི་ནག་རེད་བ་ཡང་མི་ནག་ནང་ལ་གློག་སྤར་ན་འོད་དེ་འདྲ་ཟ་འོ་འདུག་ཨ་ད་དེ། དཔེར་ན་ང་ཚོ་བླ་མ་གཅིག་གི་སྒོམ་འདྲ་བོ་བརྒྱབ་པའི་སྒོམ་གི་ནང་དེ་ལ་ད་ཅིག་སངས་རྒྱས་ཀྱི་ཞིང་འདྲ་མི་འདྲ་གཟུགས་ཨ་ཡང་མིན་ན་གཉིད་ཁུག་གི་ཁབ་ཐུག་དེ་ལ་རྨི་ལམ་ནང་ལ་སངས་རྒྱས་ཀྱི་ཞིང་འདྲ་མི་འདྲ་གཟུགས་ཡོང་བ་ཅིག་འདུག་ཨ། ད་དེ་འདྲ་གོ་ན་འགྲིག་གོ་འདི་སྐབས་དེ་ལ་བོ་སིལ་བོ་སིལ་ཟེར་བ་དེ་ད་ཡང་མིན་ན་ད་ངའི་འཛིན་གི་ནང་སྒོམ་གི་ནང་ལ་ཡང་མིན་ན་སྙིགས་གི་ནང་ལ་རྨི་ལམ་གི་ནང་ལ་སངས་རྒྱས་ཀྱི་ཞིང་ཁམས་མང་པོ་ཅིག་གཟིགས་ཐུབ་པ་ད་ད་ད་དེ་འདྲ་ཅིག་གོ་བསྡད་ན་འགྲིག་གི་ཡོད་བོ་སིལ་ལོང་དེ་ལོང་གིས་བཞག་ནང་ཟུག་བདུད་བཞིའི་ནང་ངོ་བདུད་བཞག་ཟེར་ན་ད་བླ་མ་དེ་སློབ་མ་ད་སློབ་མ་དེ་ག་ཤེད་བོད་པ་ཡིན་འགྱུར་ག་ཤེད་རྒྱ་མི་ཡིན་འགྱུར་ག་ཤེད་བེ་ནི་མི་ཡིན་ས་རི་བ་ཀོ་རི་ཡ་ད་ནུབ་ཕྱོགས་ཀྱི་མི་ཨ་ནི་ཡོ་རུབ་པ་ཨ་རི་བ་རི་བ Spanish། ད་དེ་ཚོ་བླ་མ་དེ་སོ་སོ་གི་སློབ་མ་དེ་ལ་གདུལ་བྱ་གདུལ་བྱ་ཟེར་གི་རེད་ད་གདུལ་བྱ་གི་སྣང་ངོར་ཟེར་ན་གདུལ་བྱ་དེ་ཚོ་གི་ཕ་ལྟེ་བ་ཡིན་ན་ཟེར་གི་ཡོད་རེད། སྤྲུལ་སྐུའི་འགྲོ་དོན་མཛོད་ལ་ཟེར་ད། གཅིག་བྱས་ན་མིའི་བླ་མ་གཅིག་གི་གཟུགས་ཡོད་ཀྱི་རེད་གཅིག་བྱས་ན་སྤྲུལ་སྐུ་མཁན་པོ་དགེ་བཤེས་སྔགས་པ་སྔགས་མ་སྤྱི་བཏང་གི་གཅིག་མི་དཀྱུས་མ་གི་གཟུགས་འདྲ་ད་དེ་འདྲ་གི་ཨ་ནེ་ད་འགྲོ་བའི་དོན་མཛད་གི་ཡོད་རེད་སྤྲུལ་སྐུ་སྤྲུལ་སྐུ་ཟེར་ནའང་གཅིག་བླ་མ་གཅིག་གི་སྤྲུལ་བ་སྤྲུལ་སྐུ་རེད་ཟེར་ནས་ངེས་ཟིན་ཞུ་བ་དེ་ཙམ་ལ་གོ་གི་མ་རེད། སེམས་ཅན་གཅིག་ལ་ཕན་ག་རེ་ཐོགས་བ་དུས་ཡ་ནས་གཟུགས་འདྲ་བོ་སྣང་གི་འདུག་ཨ། དེ་ལ་སྤྲུལ་སྐུ་ཞུགས་ཡོད་ཨ། ཀུན་མཁྱེན་བྱེས་ཀྱི་རྒྱལ་པོ་བླ་ཤགས་ཚ། ད་འདི་རིག་འཛིན་འཇིགས་མེད་ལུང་པ་གར་ས་འདིའི་ཀུན་མཁྱེན་ལུང་ཆེན་རབ་འབྱམས་ལ་ཕྱག་འཚལ་གི་ཡོད། ཀུན་མཁྱེན་ཨོ་ད་དེ་ཧ་གོ་ཡ་ཅི་རེད་བ། ད་ཅིག་ད་ལྟ་ལུང་ཆེན་སྙིང་ཐིག་གི་བླ་མ་སྒང་དུ་ཞུ་བ་ཡིན་པ་རྩ་ཆེན་པོ་ཅིག་ཀུན་མཁྱེན་ལུང་ཆེན་རབ་འབྱམས་པ་རེད། དེ་ནས་དཔེར་ན་དེ་རིག་འཛིན་འཇིགས་མེད་ལུང་པ། ད་འདི་རིགས་འདི་འཇིགས་མེད་ལང་པ་ལ་ཕྱག་འཚལ་གི་ཡོད་རེད་ད་ལྟ་མཁྱེན་པའི་ཆེ་བཤད་ཀུན་གྱི་དེ་ཉིད་ཟུག་ཟེར་བ་ཅིག་འདུག་ང་ཚོ་རྣམས་ཀྱི་འཇིགས། མཁྱེན་པ་དང་བརྩེ་བ་ཟེར་བ་དེའི་ནང་གི་མཁྱེན་པ། མཁྱེན་པ་ཟེར་ན་བླ་མ་དེའི་ཤེས་རབ། བླ་མ་དེ་གི་ཤེས་རབ་ལ་བརྟེན་ནས་ཤེས་བྱ་ཟེར་ན་ད་སློབ་སྦྱོང་བྱ་གི་ད་ཅིག་མདོ་དང་སྔགས་དང་རིག་གནས་ཟེར་བ་འདྲ་མི་འདྲ་འདུག་བ། འོ་ད་དེ་ཐམས་ཅད་ལ་ནི་ཧ་གོ་སོང་བ། མཁྱེན་སོང་ང། འོ་དེ་ལ་མཁྱེན་པའི་ཤེས་བྱ་ཀུན་གྱི་དེ་ཉིད་གཟིགས། ཐུགས་བརྩེ་བ་ཆེན་པོ་སྙིང་རྗེ་ཆེན་པོ་རེ་བ་ཡང་དག་སྙིང་རྗེ་ཆེན་པོ་དེ་འོད་ཟེར་འདྲ་བོ་ཅིག་ཉི་མ་གི་འོད་ཟེར་འདྲ་བོ་དེ་ཡང་གདུལ་བྱ་ལ་ཀུན་འདུལ་བ་དེ་སློབ་མ་དེ་ཚོ་གདུལ་བྱའི་དཔལ་དེ་ཤར་ཟིན་ན་སློབ་མ་དེ་ཚོ་ལ་ཕན་ནི་བྱེའུ་ཕན་ཐོགས་ཀོ་འདུག་དེ་ཕྱིར་ན་བླ་མ་གི་ཐུགས་རྗེ་སྙིང་རྗེ་དེ་ཅིག་ཉི་མ་གི་འོད་འདྲ་བོ་ཡིན་ན་སློབ་མ་དེ་ཚོ་མེ་ཏོག་འདྲ་བོ་ཡིན་ན་ད་མེ་ཏོག་གི་སྟེང་དེ་ལ་ཉི་མ་གི་འོད་ཟེར་ཕོག་ན་མེ་ཏོག་དེ་ཁ་ཕྱེ་གི་འདུག་བ་འོ་ད་དེ་ནང་བཞིན་སྐྱོང་གི་འདུག། ཟབ་ལམ་ཐག་རྩིས་ཟེར་ན་ད་ལམ་ཟབ་མོ་ཐེག་པ་ཟེར་ན་ད་ནང་ང་ཚོ་ནང་པ་སངས་རྒྱས་ཀྱི་ཆོས་དེ་གསུང་གི་ཡོད་ད་ཆོས་དེའི་ནང་གི་རྩེ་མོ། ཆོས་དེའི་ནང་གི་ཅིག་མཐོ་ཤོས་འདྲ་བོ་དེ་ད་ནི་གསང་སྔགས་ཀྱི་ཆོས་འོ་དེ་ལ་ཟབ་ལམ་ཐག་རྩིས་དམ་པ་ཟེར་གི་ཡོད། གསང་སྔགས་ཀྱི་ཆོས་དེ་ཟེར་གི་ཡོད་ད་གསལ་བར་མཛད་པ། ད་དཔེ་གཅིག་སྔོན་མ་གི་ཆོས་ད་བླ་མ་རྣམས་ཀྱི་ཆོས་གསུང་བ་གཅིག་གང་རྒྱུ་རུ་དང་བསྟན་རྒྱུ་རུ་དང་ད་དེ་ཚོ་པའི་གཏིང་ཟབ་པོ་ང་ཚོ་མི་དག་གིས་གོ་མ་ཐུབ་པ་འདུག་བ་ད་དེ་ཚོ་པའི་ནི་ཁ་གསབ་བོ་ཤ་གསབ་བོ་ཨ་ནི་འཛའ་ཤ་བ་དེ་ལ་ད་བསྟན་པ་གསལ་འཛབ་པ་ཧོ་ཡ་ཧོ་ད་དེ་འདྲ་གོ་ན་འགྲིག་གི་ཡོད་རིག་འཛིན་འཇིགས་མེད་གླིང་པ་ལ་ཕྱག་འཚལ་སིའོ་ད་རིག་འཛིན་འཇིགས་མེད་གླིང་པ་ལ་ནི་ཕྱག་འཚལ་གི་ཡོད་སིའོ། ཨང། ད་དེ་ནས་ད་ལྟ་གི་བར་དྲུང་རིན་པོ་ཆེ་ཁོང་ལ་ད་བླ་མ་མང་པོ་འདུག་ཨ། ད་དེའི་ནང་ན་གཙོ་ཆེ་ཤོས་དེ་ད་ལྟ་ཞུས་པ་ཡིན་པ་འཇིགས་མེད་རྒྱལ་བོའི་མྱུ་གུའི་སྟོད་ཚོགས་རེད་འདུག་ཨ། སྤྱན་རས་གཟིགས་དབང་བྱེད་ཉིན་ཚུལ་བཟུང་ནས་ད་འཕགས་པ་སྤྱན་རས་གཟིགས་དེ་ནི་སོ་སོ་གི་བླ་མ་གི་ཚུལ་བཟུང་ནས་ད་འགྲོ་བ་མིའི་རྣམ་པ་ཅན་ནས་བྱོན་ནས་ཟེར་གྱི་ཡོད་ཨ། གསུང་གི་སྣང་བ་ཟེར་ན་ད་མ་ག་ཆོས་གསུང་བྱ་རྒྱུ་བླ་མ་གི་ཆོས་གསུང་རྒྱུ་དེ་ཚོ་ཟེར། འབྲེལ་ཚུལ་ཟེར་ད་ཁྱི་གཅིག་སོང་ང་ཡིན་ན་དེ་ཨམ་ཅོག་གི་གོ་མཁན་བླ་མ་དེ་གསུང་རྩོམ་གཅིག་བྲིས་ཤག་ཡིན་ན་དེ་མིག་གི་མཐོང་ཡ་འོ་ད་དེ་ཚོ་ཆ་ཚང་ཐར་བའི་ལམ་ལ་གོ་ཐུབ་གི་འདུག་ཟེར། གང་ལ་གང་འདུལ་ད་གང་དུ་ཞུ་བ་ཡིན་པ་བླ་མ་དེ་མཚམས་མཚམས་ན་ཅིག་ཞི་བ་དེ་འདྲ་མཛད་པ་ཞི་བ་རེད་མཚམས་མཚམས་ན་བླ་མ་དེ་ཁོང་ཁྲོ་ཚ་བོ་འདྲ་བོ་ཅིག་ཅིག་བྱས་ན་ཕྲག་དོག་ཚ་བོ་འདྲ་བོ་གླང་ཚ་བོ་འདྲ་བོ་ཅིག་བྱས་ན་ཅིག་འདོད་ཆགས་ཚ་བོ་འདྲ་བོ་ང་རྒྱལ་ཚ་བོ་འདྲ་བོ་འདྲ་མི་འདྲ་སྟོན་གི་རེད། རེ་བ་སློབ་མ་ལ་ཕན་ཐོགས་པའི་ཆེད་དུ་བླ་མ་དེ་མཛད་པ་འདྲ་མི་འདྲ་སྟོན་གྱི་རེད། མཚམས་མཚམས་ན་ནི་གྲྭ་བ་ཡིན་པ་འདྲ་བོ་ཡང་མཚམས་མཚམས་སྔགས་པ་ཡིན་པ་འདྲ་བོ་ད་དེ་འདྲ་ཡང་བསྟན་གྱི་རེད། ཧ་གོ་གི་མ་རེད། འོ་དེ་གང་དག་ཀྱང་གང་ལ་གང་འདོད་ཟེར་ན་དེ་རེད་ད། མཛད་པར་མཐའ་ཡས་པ་མཛད་པ་འདྲ་མི་འདྲ་ཅིག་སྟོན་གྱི་རེད་དཔེར་ན་སྐུ་ཚེའི། དཔེར་ན་བླ་མ་དེ་གཞོན་གཞོན་ཁ་ཁུག་དེ་ལ་གྲྭ་བ་ཡིན་པའི་ཅིག་ནི་རྗེས་སུ་ཡང་སྔགས་པ་ཡིན་པ་འགྲོ་ཡང་རྗེས་གཅིག་ལ་གྲྭ་བའི་བཟོ་འདྲ་སྣང་བ་འགྲོ་ཡང་སྐུ་ཚེ་གཞོན་གཞོན་ཁ་ཁུག་དེ་ལ་སྔགས་པ་ཡིན་པ་དེའི་རྗེས་སུ་གྲྭ་བ་སྣང་བ་འགྲོ་ཡང་རྗེས་གཅིག་ལ་ཡང་བསྐྱར་སྔགས་པ་སྣང་གི་ཡོད་བ་འགྲོ་འདྲ་མི་འདྲ་བསྟན་གི་ཡོད་རེད་འོ་ཡ། མཚམས་མཚམས་བླ་མ་དེ་ཅིག་རྒྱུ་ནོར་ལ་རྒྱུ་དཔལ་འབྱོར་ལ་བྱེའུ་དགའ་མཁན་གི་བཟོ་འགྲོ་ཡང་ཕར་ཅིག་ལ་རྒྱུ་དཔལ་འབྱོར་ཅིག་མི་དགོས་བ་འགྲོ་འདྲ་མི་འདྲ་ཨ་ནི་འཛབ་པ་དེ་བསྟན་ཡོང་གི་ཡོད་རེད་འོ་དེ་རྗེས་ཙམ་གང་ལ་གང་འདོད་ལོ་ཟེར་ན་དེ་དེ་རེད་ད། མཚམས་མཚམས་ན་བླ་མ་དེ་ཅིག་ཆབ་སྲིད་ཆབ་སྲིད་པ་ཡིན་པར་འདུག་མཚམས་མཚམས་ན་ཆབ་སྲིད་ལ་རྩ་བ་ཉིད་ནས་དགའ་བོ་མི་ཡང་འདུག་ད་འདྲ་མི་འདྲ་སྟོན་གི་རེད། འོ་དེ་ཇི་ཙམ་གང་ལ་གང་འདུལ་འཛབ་པ་མཐའ་ཡས་པ་དྲིན་ཅན་རྩ་བའི་བླ་མ་ལ་ཕྱག་འཚལ་ད་ང་རང་གི་རྩ་བའི་བླ་མ་དེ་ལ་བཀའ་དྲིན་ཆེན་པོ་རེ་ཞག་བླ་མའི་འཛབ་པ་བཀའ་རེ་བསྟན་ན་ང་ཚོ་ལ་ཕན་ཐོག་བ་གི་ཆེད་དུ་རེ་ཞག་འོ་ད་དེ་རེད་ད་འོ་དེ་ཅི་དྲིན་ཅན་རྩ་བའི་བླ་མ་ལ་ཕྱག་འཚལ།

ཀུན་མཁྱེན་ཟེར་བ་དེ་ད་སྤྱི་དང་སངས་རྒྱས་ཀྱི་མཚན་གཅིག་རེད་ད་གཅིག་བྱས་ན་ཀུན་མཁྱེན་གནས་སྐལ་ས་ཀློང་ཆེན་རབ་འབྱམས་ཡིན་གྱི་རེད་གཅིག་བྱས་ན་ཀུན་མཁྱེན་རིག་འཛིན་འཇིགས་མ་ལ་དངོས་པ་ཡང་ཡིན་སྲིད་གི་རེད་རེ་བ་ཡ་ད་གང་དག་ཀྱང་འདི་བླ་མ་དེ་འདྲ་སངས་རྒྱས་དངོས་ཡིན་པ་དེ་འདྲ་ནི་མ་རྒྱུད་པ་རྒྱུད་ནས་ཡོང་ཤག་རྒྱུ་དེ་ལ་ཀུན་མཁྱེན་བརྒྱུད་པའི་གཞུང་ངོ་ཟེར་གི་ཡོད་ད་ཨོ་ཡ། ཀུན་མཁྱེན་ཟེར་བ་དེ་སངས་རྒྱས་བཅོམ་ལྡན་ལི་ལ་གོ་ན་འགྲིག་གི་རེད་གུ་རུ་རིན་པོ་ཆེ་གོ་ན་འགྲིག་གི་རེད་ཀུན་མཁྱེན་ཀློང་ཆེན་རབ་འབྱམས་གོ་ན་འགྲིག་གི་རེད་རིག་འཛིན་འཇིགས་མེད་ལོངས་པ་གོ་ན་འགྲིག་གི་རེད། དེ་ནས་བར་དྲུག་རིན་པོ་ཆེ་གི་བླ་མ་འཇིགས་མེད་རྒྱལ་བའི་སྙིང་བཀུར་ལ་གོ་ན་ཡང་འགྲིག་གི་ཡོད་རེད། མན་ངག་སྙིང་པོ། ད་མན་ངག་ཟེར་ན། མན་ངག་ཟེར་བ་དང་སྙིང་པོ་ཟེར་བ་ཕལ་ཆེར་གཅིག་པ་འདྲ་གོ་ན་འགྲིག་གི་ཡོད་རེད། དཔེར་ན་ཟུང་གཅིག་ལ། དཔེར་ན་བཟང་སྤྱོད་སྨོན་ལམ་འདྲ་བོ་ཡིན་ན་ཤོག་ལྡེབ་ད་ག་ཚོད་ནི་ཉི་ཤུ་ནང་གཅིག་ཡོད་ཀྱི་རེད་བ་ད་དེའི་ནང། དེའི་ནང་དོན་རྡོག་རྡོག་ཟེར་བ་གཅིག་འདུག་བ་ནང་དོན་རྡོག་རྡོག་དེ། སྙིང་པོ་དེ། དེ་ལ་མན་ངག་ལབ་ན་འགྲིག་གི་རེད་སྙིང་པོ་ཡང་ལབ་ན་འགྲིག་གི་རེད། ད་དེ་ག་རེད་ཟེར་ན། མི་ཚེ་གཅིག་ལ་ང་ཚོ་འགྲོ་བ་མིའི་མི་ཚེ་གཅིག་ལ་སངས་རྒྱ་ཐོབ་ཡག་གི་ཆོས་གཅིག་རེད་འདུག་བ་སངས་རྒྱས་ཀྱི་ལམ་ཁ་དེ་སངས་རྒྱས་ཐོབ་པ་གི་ཆོས་དེ་ལ་ཚེ་གཅིག་སངས་རྒྱས་ཆོས་ལམ་གྱི་སྔོན་འགྲོའོ་ཟེར་ད་ནང་པའི་ཆོས་མདོ་ཡི་ཉམས་ལེན་སྔགས་ཀྱི་ཉམས་ལེན་ཟེར་བ་ཅིག་ཡོད་རེད་བ་ད་ཁྱད་པར་དུ་གསང་སྔགས་ཀྱི་ཉམས་ལེན་ཁྱད་པར་དུ་རྫོགས་པ་ཆེན་པོའི་ཉམས་ལེན་དེའི་སྔོན་དུ་འགྲོ་བ་དེ་ལ་སྔོན་འགྲོ། གང་དུ་ཞེས་པ་ན་བཟོད་ཐུན་མོང་ཕྱི་དང་ནང་སོགས་འདུ་བ། ཐུན་མོང་ཕྱི་ཡི་སྔོན་འགྲོ་ཐུན་མོང་མ་ཡིན་པ་རྣམས་ཀྱི་སྔོན་འགྲོ་ཟེར་བ་དེ་ལ་ཐུན་མོང་ཕྱི་དང་ནང། ད་དེའི་བཟོད། ཟུར་དེ་ལ་ག་རེ་ཡོད་བར་ཟེར་ན་གདམས་པའི་ཆ་ལག་ཟེར་བ་དེ་དེ་རེད་ད་ཅིག་ཀུ་ས་ལའི་ཚོགས་འདུ་ཟེར་བ་འདུག་འཕོ་བ་གི་ཉམས་ལེན་ཟེར་བ་འདུག་ད་དེ་ཚོ་རེད། གདམས་པའི་ཆ་ལག་ཉེ་བར་ཉེ་ལམ་འཕོ་བ་ཉེ་ལམ་ཟེར་ན། འཕོ་བ་ཟེར་བ་འདི་ཡག་པོ་ཅིག་བྱུང་བ་ཡིན་ན། ཅིག་སངས་རྒྱས་ཐོབ་དག་པའི་ཞིང་ལ་འགྲོ་ཡ་ལ་ཅིག་སྒྲུབ་པ་ཉམས་ལེན་མང་པོ་བྱེད་འོས་ཅིག་གནང་མ་ཐུབ་པ་ན་ཅིག་ཉེ་ལམ་ཟེར་ན་དབྱིན་ཇིའི་ནང་ལ་ནི Short Cut ཟེར་བ་དེ་རེད་ད། Short Cut བྱས་ནས་འགྲོ་ཐུབ་པ། ལམ་མགྱོགས་པོ་བྱས་ནས་འགྲོ་ཐུབ་པ་དེ་ལ་ཉེ་ལམ་ད་ལྟའི་སྐབས་སུ་འཕོ་བ་འཕོ་བ་ཟེར་བ་དེ་རེད། ས་ལ་གོ་བདེ་རེ་བ་ཡང་ཁ་ཟ་བོ་ཡིན་པ་གོ་བདེ་བོ་ཡིན་པ་དོན་དང་ཟབ་པོ་ཡིན་པ་ཧ་ལས་པ་ཡག་པོ་ཡོད་བ་དེ་ལ་ས་ལ་གོ་བདེ་དོན་ཟབ་མ་ཐུབ་ཅུང་ཟད་ཚང་མལ་བླ་མའི་བཀའ་ལུང་མ་ནོར་བ་དང་ང་རང་གི་བཀའ་དྲིན་མཚུངས་པ་མེད་པ་བཀའ་དྲིན་ཆེན་པོ་བླ་མ་དེ་ཡང་ནི་བཀའ་ལུང་ཟེར་ན་བཀའ་སློབ་འོ་ད་དེར་བཀའ་སློབ་འོ་ད་མ་ནོར་བ་ཟེར་ན་ད་ནོར་ནོར་འཁྲུལ་མེད་པ་ནོར་འཁྲུལ་མེད་པ། རང་བློར་ཇི་བཞིན་ཟིན་ན་ང་རང་གི་སེམས་ལ་ག་རེ་ཡོད་བ་དེ་དེ་ལ་དང་རང་བློར་ཇི་བཞིན་ངེས་བཞིན་དང་ང་རང་གི་སེམས་ལ་ག་རེ་ཡོད་བ་ང་རང་གི་སེམས་ལ་ག་རེ་བླ་མས་གསུངས་ཏེ་དྲན་པ་དེ་ནི་འདི་ལ་བཤད་གི་ཡིན་ད་ལྟ་འདི་ལ་ས་འདི་གསུང་གི་ཡིན། ད་ལྷ་དང་བླ་མ་ཟེར་བ་ད་ལྷ་ཟེར་བ་དེ་ཡི་དམ་ཟེར་བ་དེ་རེད་བ་ཡ། ད་ཕུར་པ་འདི་ཀུན་ཏུ་བཟང་པོ་མགོན་པོ་འོད་དཔག་མེད་རྡོ་རྗེ་སེམས་དཔའ་སྒྲོལ་མ་ད་འདི་ཚོ་ནི་ལྷ་རེད་ད་བླ་མ་ཟེར་ན་ད་གུ་རུ་རིན་པོ་ཆེ་དང་ད་རྫོགས་པ་ཆེན་པོ་བརྒྱུད་པའི་བླ་མ་མང་པོ་འདུག་བ་ཀུན་གྱི་ཀློང་རྒྱལ་རབས་ཀྱི་རིག་འཛིན་འཇིགས་མེད་གླིང་པ་འམ་ད་པའི་ཞང་ན་གཅིག་འཇིགས་མེད་རྒྱལ་བའི་སྙུ་གུ་ད་སོ་སོ་གི་རྩ་བ་དང་བརྒྱུད་པའི་བླ་མ་ཐམས་ཅད་ཀྱི་ང་རང་གི་སེམས་གཏད་ལ་ནི་བྱིན་རླབས་ཅིག་གནང་རོགས་གནང། ད་དེ་ལ་ལྷ་དང་བླ་མའི་བདག་རྒྱུ་བྱིན་གྱིས་རློབས། འདིར་རྫོགས་པ་ཆེན་པོའི་ཀློང་ཆེན་སྙིང་ཐིག་གི་ཐུན་མོང་ཕྱི་ནང་གི་སྔོན་འགྲོ་དང་ཐུན་མོང་ཕྱི་ཡི་སྔོན་འགྲོ་ཐུན་མིན་ཐུན་མོང་མ་ཡིན་པ་ནང་གི་སྔོན་འགྲོ་ཟེར་བ་དེར། མཚུངས་མིན་བླ་མ་དམ་པའི་བཤད་རྒྱུན་ཟེར་ནས་ད་བླ་མ་དེའི་གཟུགས་བཤད་ནས་མ་གསུངས་བཞག་རྒྱུ་བཀའ་དྲིན་ཆེན་པོའི་བླ་མ་དེའི་མ་ནི་གསུངས་བཞག་རྒྱུ་དེ་ཇི་ལྟ་བ་བཞིན་དུ་ད་བླ་མས་ག་རེ་གསུངས་བ་དེ་ནང་བཞིན་རྗེས་ཐོར་བྱ་བ་ཟེར་ནས་ད་ང་རང་གི་ནི་དྲན་པ་གསོ་བ་གི་ཆེད་དུ། རིགས་མ་ཡིན་འདྲིར་ཨིན་ཇིའི་ནང་ལ་ཡང་ནི་རིགས་མ་ཡིན་འདྲིར་གི་ཚུལ་དུ། གནས་སུ་སྔགས་འདི་ལ་གསུམ་ཡོད་པ་རེད། ཐུན་མོང་ཕྱིའི་སྔོན་འགྲོ། ཐུན་མོང་མ་ཡིན་པ་ནང་གི་སྔོན་འགྲོ། ཉམས་ལེན་དངོས་གཞིའི་ཆ་ལག། ད་ཉམས་ལེན་ངོ་མ་དེ་ཡང་ཁོ་ཆ་ལག་ཟེར་ན་དེའི་ཁོངས་སུ་གཏོགས་པ། ད་འཕོ་བ། འོ་དེ་ད་དེ་དག་གི་གསུམ་ཡོད། འོ་དེ་གསུང་གི་ཡོད་པ་དེ་ཇི་ཙམ་ད།

གར་ཟེར་ན་ད་ངས་ཕྱི་འདས་མ་གསུང་གི་གསུང་གི་སྒྲ་འཇིག་བྱ་གི་སྒྲ་འཇིག་བྱས་ནས་རྗེས་མ་ད YouTube དང་འདི་ཚོ་རེ་བ་ཡི་དྲ་ལམ་དེ་འདྲ་ཨོན་ལན་དེ་འདྲ་ལ་བཞག་ཡ་ཡིན་ན་ད་མི་འདྲ་མི་འདྲ་གི་ཉན་རྒྱུ་རེད་ཁྱད་པར་དུ་ང་ཚོ་གི་ནང་ཆོས་ལ་སློབ་གཉེར་དང་པོ་གནང་རྒྱུ་གི་ང་ཚོ་གི་ད་སྤྱི་སྟངས་གི་མི་མང་དཀྱུས་མ་གཅིག་ཡོད་རེད་བ་ད་ཁོང་རྣམ་པ་གི་སེམས་ན་གོ་བདེ་བོ་གཅིག་ག་ཚོད་གོ་བདེ་བོ་གཅིག་ང་རང་གི་འགྲེལ་བཤད་རྒྱག་དེ་འབད་བརྩོན་ཞུ་གི་ཡོད་དེ་སྤྱི་ཚང་གཅིག་གཏང་ས་པོ་གཅིག་ང་རང་འགྲེལ་བཤད་རྒྱག་ཤེས་གི་ཡང་མི་འདུག་དེ་དེ་འདྲ་བྱེད་གདའ་ཡོད་ན་ཆུ་ཚོད་མང་པོ་འགྲོ་བ་མ་གཏོགས་མི་མང་པོ་ཅིག་ལ་ཕན་ཐོགས་མ་གཏོགས་བྱེད་གི་མི་འདུག་དེ་བྱས་ཙང། སྒྲུང་བཤད་ཡག་གནང་ཞིག་རེད་བྱེད་སྟངས་ཀྱི་སྐད་ཆ་བཤད་ཡག་གནང་ཞིག་འགྲེལ་བཤད་བརྒྱབ་གདའ་བ་ཡོད་ན་གོ་བདེ་བོ་ཅིག་ཨ་དེ་ནས་སེམས་ལ་ཨ་ནི་འཇགས་བདེ་བོ་ཅིག་ཨ་དེ་འདྲ་ཡོང་རྒྱུར་བསམ་གི་འདུག་ཨ་དེ་ནས་ད་དེ་རིང་ཆུད་འདི་ནས་མཚམས་བཞག་ཨ་ནི་ང་ཚོ་ངུ་བ་མོ་ལོམ་རྒྱབ་བསོད་ནམས་འདི་ཡི་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་སྣུམ་ཕམ་བྱེད་ཅིང་སྐྱེ་རྒ་ན་འཆིའི་རྦ་རླབས་འཁྲུགས་པ་ཡི། སྲིད་པའི་མཚོ་ལས་འགྲོ་བ་འདྲེན་པར་ཤོག། སྣང་གྲགས་རིག་གསུམ་ལྷ་སྔགས་བཅུད་ཀྱི་ངང་སྐུ་དང་ཡེ་ཤེས་རོལ་བ་འབྱམས་ཀླས་ཤར། ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་ཐུགས་ཀྱི་ཐུགས་ལས་རོ་གཅིག་ཤོག། སྐྱེ་བ་ཀུན་ཏུ་ཨོ་རྒྱན་ཡབ་ཡུམ་དང་འདྲ་མིན་ཆོས་རྗེའི་བར་ལ་ལོངས་སྤྱོད་ཀྱང་ས་དང་ལམ་གྱི་ཡོན་ཏན་རབ་རྫོགས་ནས། རྡོ་རྗེ་འཆང་གི་སྒོམ་སྤང་ཉེར་བསྡུ་ཤོག། དགེ་བའི་འོད་ཟིལ་རྡོ་རྗེའི་རྩེ་མོའི་སྟེང་སྲིད་པ་གསུམ་དུ་དར་རྒྱས་ཡུན་རིང་ནས་འབྲི་བཅས་འགྲོ་སྣུམ་གདོད་མའི་རྒྱལ་སྲས་ཆེར་གཉེར་བསྟོད་བཅོལ་ཅིག་དོན་གཉིས་མཐར་ཕྱིན་ཤོག། འཇམ་དཔལ་དཔའ་བོའི་སྤྱི་གཏེར་འགྱེད་མ་དང་དགོས་འདོད་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་སྤྱོད་སྦྱིན་སྲེག་བདག་སློབ་བཞིར་བགྱི་བ་འདི་དག་ཐམས་ཅད་རབ་ཏུ་བསྔོ་དུས་གསུམ་བཞག་པའི་རྒྱལ་བ་ཐམས་ཅད་ཀྱི་བསྔོ་བ་གང་ལམ་མཆོག་ཏུ་བསྔགས་པ་འདི་བདག་གི་དགེ་བའི་རྩ་བ་འདུལ་གྱི་འགྱུར། བཟང་པོ་སྐྱོ་ཤས་རབ་ཏུ་བསྔོ་བར་བགྱི།